ད་ད་ལྟ་དོན་དེ་དེ་གི་ཚིག། དང་པོ་གཉིས་དེ་གི་སྐྱབས་འགྲོ་དང་ཨ་ནི་ཕྱི་མ་གཉིས་དེ་གི་སེམས་བསྐྱེད་སྟོན་དགོས་རེད། ད་ཚིག་དེ་ཨ་ནི་རྩོམ་པ་པོ་ཇོ་བྱེད་པ་ལྡན་ཨ་ཏི་ཤ་རེད། ད་བོད་ལ་ཡིན་ན་ད་ཆོས་བརྒྱུད་རིས་མེད་ཚང་མ་གིས་ད་ཚིག་དེ་དོན་དེ་དགོས་རེད། ཚར་གཅིག་ལ་སྐྱབས་མགོན་རིན་པོ་ཆེ་གིས་དེ་ནི་གསུངས་སོང། ཨ་ནི་བྱེད་དགའ་ཡོང་མིན། མི་གཅིག་གིས་ཨེ་ནི་དེའི་སངས་རྒྱས་ཆོས་ཚུལ་མ་ལུང་ཅིག་གནང་རོགས་ཅེས་ཞུས་འདུག་དེའི་རྗེས་ནས་ཨེ་ནི་སྐྱེ་བོ་རིན་པོ་ཆེ་ཞི་བུ་ཅིག་མཉེས་པོ་གནང་བཅས་མི་དེ་ཚོས་ཅེས་ཅི་སྔགས་ཅི་ཅི་ལུང་གནང་རོགས་ཅེས་གཉིས་མང་ཆེ་དེ་འདྲས་ལབ་ཀྱི་འདུག་ཁྱེད་རང་གིས་ད་སངས་རྒྱས་ཀྱི་ཆོས་ཀྱི་སྙིང་པོ་འདི་ཨེ་ནི་ལུང་གནང་རོགས་ཅེས་ལབ་ཡོད་ང་ག་བུ་ཞི་དྲག་བྱུང་སོང་ཟེར་ན་ལྷོད་ལྷོད་བྱས་ནས་ལུང་གནང་བསྔགས་བརྗོད་གནང་ཡིན་ཟེར་དེ་འདྲས་གསུང་གི་འདུག་བྱས་ཙང་ད་སྐྱབས་འགྲོ་དང་བྱང་ཆུབ་ཀྱི་སེམས་དེ་བྱས་ཏེ་སྐད་ཆེན་པོ་ཞི་བུ་ཅིག་ཆགས་བསྡད་ཡོད་རེད། དེ་སྐད་ཆེན་པོ་ཡིན་པ་དེ་ད་ཕ་གའི། གོམས་པ་བཞེས་རྗེས་ད་བོད་བོད་ཀྱི་ད་ཆོས་བརྒྱུད་རིས་སུ་མ་མཆིས་པའི་ད་མཁས་པ་ཚང་མ་གིས་འདི་ལ་ནན་ཏན་བྱས་ནས་ཨེ་ནས་གོམ་གོམ་བརྒྱབ་པ་ཡིན་ན་གེ་བ་ག་འདྲི་ཞིག་བྱས་པ་ཡིན་ནས་ད་ངེད་ལ་འདི་འདོན་འདོན་ཡོད་ཅེས་བསམ་བློ་བཏང་ཡས་ཀྱིས་དེ་འགྲིག་གི་ད་འདི་བྱས་ནས་སློབ་སྟོན་གནང་ནས་མི་ཚང་མས་འདི་བྱས་འདི་དགོས་ག་རེ་ཟེར་ན་ངེད་ཅིག་ད་འགྲིག་གི་འདུག་ཨ་འདི་བྱས་འདི་བྱ་ནས་ཨེ་ནས་མཁས་པ་འདི་ཚོས་ཀྱིས་ད་འདི།

ཇི་ལྟར་གཟུགས་བརྙན་འདི་ཚོད་ཀྱིས་ག་རེ་ལབ་བར་ད་གཟོད་མ་ཤེས་ལབ་ན་ནི་འགྲིག་མ་རོ། ད་གང་ཆེ་ཁོ་རང་ཚོས་གོམ་པ་བཞེས་དགོས་ཨེ་ནི་ང་ཚོས་ལ་ད་དཔེ་ཕན་ཐོགས་ཞི་བུ་ཅིག་ཡོང་ཡ་ཆེད་དུ་སྐད་ཆེན་པོ་ཞི་བུ་ཅིག་བརྩིས་ནས་ཨེ་ནི་ལབ་པ་རེད་དེ། ང་ཚོའི་ནང་སླེབས་ཡོང་དུས་ཙང་ནི་དེ་སྐད་ཆེན་པོ་མ་ཡིན་པ་ལ་མཐོང་འགྲོ་ད་འདི་ཡི་རྐྱེན་ཅན། ཆོས་ཀྱི་སྙིང་པོ་ཆགས་བསྡད་རེད་ང་ཚོ་ཚང་མ་ལ་ཕན་ཐོགས་ཡོད་པའི་ཆོས་ཅིག་ཆགས་བསྡད་ཡོང་ད་འདི་མ་ཡིན་པའི་ཨེ་ནི་ཆོས་བརྒྱུད་སོ་སོ་བླ་མ་སོ་སོ་ལ་ཡང། ཁོ་རང་ཐུན་མོང་མ་ཡིན་པའི་མན་ངག་ཟེར་ནས་དེ་འདྲའི་ཡོད་རེད། མི་ད་ཡོངས་གྲགས་ལ་མ་ཤེས་ཡས་ཁ་ཤེས་ཁ་ཤེས་ལ་མ་གཏོགས་མ་ཤེས་ཡས་དེ་འདྲའི་གི་དེ་འདྲའི་ཡོང་གི་ཡོད་རེད། ད་ང་ཚོའི་གི་འོ་དེ་ཚོའི་གྲས་དེ་ཨེ་ནི་རྩ་ཆེན་པོ་དང་གལ་ཆེན་པོ་བྱས་ནས་ལྟས་མི་འདྲ་བ་ཅིག་ཕ་གིའི་བསམ་བློ་ཁོ་བོ་འདུག་ཨ། འོ་ད་དེ་ཚོའི་གྲས་དེ་ཨེ་ནི་མི་ཁ་ཤས་ལ་ཕན་ཐོགས་ཆེན་པོ་ཡོད་རེད་ཁ་ཤས་ལ་ཕན་ཐོགས་ཡོད་མ་རེད་བྱས་ཙང་གཟབ་གཟབ་བྱས་ནས་གསང་བ་བྱས་ནས་མི་གང་བྱུང་མ་བྱུང་ལ་མ་གནང་པ་བྱས། ཏག་ཏག་སུ་ལ་ཕན་འདོད་བླ་མ་ལྟར་སྐྱེས་བུ་དམ་པ་དངོས་གཞི་ཡིན་ངེས་ཡིན་ན་ཏག་ཏག་དེ་འདྲི་གཅིག་ལ་གནང་སྟེ་དེ་ཆགས་ཏེ། བྱས་ཙང་ང་ཚོ་ལ་ཕན་འདོད་ཡོད་མེད་གཏན་མ་ཁེལ་ངེས་ཅིག་ཤེས་པ་ཡིན་ན། ནི་ཉེན་ཁ་ཡོད། གཅིག་བྱས་ན་ཉེན་ཁ་ཡོད་བསྡད་པ་གཅིག་བྱས་ན་ཕན་ཐོགས་ཆེན་པོ་ཡོད་བསྡད་པ་དེ་འདྲི་གཅིག་ཤེས་པ་ཡིན་ན་ལྟ་སྟེ་ཞི་བུ་གྱི་རྩ་ཆེན་པོ་རྩིས། ང་ཚོ་ལ་ཕན་འདོད་ཡོད་པས་ད་ཕ་གས་ཀ་མ་ནི་ནི་མ་དེ་ག་རེ་འདྲི་ཡོད་སི་ནི་མ་ཏྲེ་དེ་བྱས་ཤ་ཁྱོ་སྟེ་ནི་ང་ཚོའི་ཡང་དེ་གནང་མེད་སྟངས་དེ་འདྲི་ཆགས་འགྲོ་གི་འདུག། བྱས་ཙང་སངས་རྒྱས་ཡོན་ཏན་འདི་སྐད་དེ། ཐུབ་མཁན་གྱིས་རིག་པས་གྲུབ། རིག་པས་གྲུབ་མ་ཐུབ་ན་ལུང་གིས་གྲུབ། དེས་ན་གཞན་ཨ་ནི་དཔེ་བྱས་ཨ་ནི། རྔན་མ་བྱུང་ཞབས་པས་ད་རྣམ་ཐར་བཅས་གང། ཧ་རུ་པ་རུ་ཅི་ནས་ད་སངས་རྒྱས་ཡོན་ཏན་འདི། ཡང་ནས་ཡང་དུ་བསམ་ན་བཏང་སྟེ་ཡིད་ཆེས་འདི། ཡར་ཞུ་ཕྱི་རུ་བཏང་ཡས་འདི་ཨ་ནི། གལ་ཆེན་པོ་ཞེས་པ་ཆགས་འགྱུར། དེ་འདྲའི་ཅི་ནས་སངས་རྒྱས་ཀྱི་ཆོས་ཐམས་ཅད་མཁྱེན་གྱི་ཡོད་པ་མངོན་ཤེས་ཐོགས་པ་མེད་པ་ཡོད་པ། ནུས་པ་ཞི་བོ་ཅིག་ཡོད་པ། ཨ་ནེ་ང་ཚོ་ཚང་མ་ལ་བརྩེ་བ་ཡོད་པའི་ཡོན་ཏན་དེ་གས་འདི་ཡང་ཡང་བསམ་བློ་བཏང་ནས་ཡིད་ཆེས་བརྟན་ཟིན་སླད་ཡོད་ན་ཕན་ཐོགས་ཞི་བོ་ཡོད་རེད་ཚེ་ད་ག་རང་ན། བྱས་ཙང་དེ་འདྲིའི་གི་ཡིད་ཆེས་ཡོད་དེ་ངས་ཅི་ཡིན་ན། མི་དེའི་ཨ་ནེ་སེམས་ནང་ལོག་ལ་ག་དུས་ཡིན་ནས། ད་ད་གི་ཁ་ཚ་ངན་མ་ལ་བ་ན་ཞིང་སྤུ་གུ་ཆུང་ཆུང་ཡིན་ན་ག་དུས་ཡིན་ནས་ཨ་མ་འཁྲིས་ལ་ཡོད་ན་ཨ་མ་གཟུགས་པོ་ལ་འབྱར་བསྡད་ཡོད་ན་ཨ་མ་འཁྲིས་ལ་ཡོད་ན་བློ་དེད་སང་སང་རེད་ཡོད་ར་དེ་ན་ཞིང་གཅིག་གི། མགོན་སྐྱབས་དེ་འདྲི་ཡོད་པའི་འདུ་ཤེས་དེ་སྐྱེས་ཡོང་སྟེ་དེའི་དབང་གིས། ག་དུས་ཡིན་ནས་སེམས་ལྷོད་ཤིག་ཤིག་ཅིག་བརྟན་པོ་ཅིག་འདེད་དེ། ཞི་བདེའི་བག་ཕེབས་ཡོང་དེ། ཡོང་དེ། ཅི་ཙམ་དངངས་སྐྲག་ལངས་དེ་འདྲའི་གི་ཞེ་སྣང་དང་རྔམ་སྐྲག་སླེབས་དུས་ཙམ་ནས་སངས་རྒྱས་དུག་སུ་དྲན་པ་དང་ལྷོད་ཤིག་ཤིག་ཆགས་ཀྱི་རེད་དེ་འདྲའི་གསུང་གི་མདོག་སྟོན་ན། འདི་ལ་རྒྱུ་མཚན་གཉིས་ཀྱི་ཐོག་ནས་ཆགས་ཀྱི་རེད་དེ། གཅིག་དེ་ང་རང་ཚོས་ཨ་རི་སངས་རྒྱས་ཁོ་རང་ཡོད་འདི་ཡོད་མེད་སྐད་ཆ་གལ་མེད་པ་བཅས་དངོས་ཡོད་གནས་ཚུལ་ལ། ང་རང་གཙོས་ཀྱི་ཡིད་ཆེས་དེ་སླེབས་པ་ཡིན་ཚེ་ཡིད་ཆེས་དེ་གྱིས་ཕན་ཐོགས་ཞུ་ཆ་དེ་གོ། ཡིད་ཆེས་སོ་སོའི་ཡིད་ཆེས་ཀྱི་ཐོག་ནས་ཕན་ཐོགས་ཡོང་ཡས་དེ་ཡིན་ཅིག་མིན་ཅིག་དངོས་ཡོད་གནས་ཚུལ་ཡིན་དགོས་ཡས་མེད་དུས་ནང་པ་ཡིན་ནས་དྲིས་དགོས་རེད་ཧིན་དུ་ཁ་ཅིག་ག་རེ་བྱས་པ་ཡིན་ནས་སོ་སོས་སོ་སོའི་ཀུན་སྤྱོད་དེ་ལ་དད་པ་རྩེ་གཅིག་པ་རེ་སྐྱེས་ན་ཕན་ཐོགས་ཡོད་རེད་ད་དངངས་སྐྲག་མང་བྱ་ཡས་དང་སེམས་གཏད་ལྷོད་རུ་འགྲོ་ཡས་དང་ཞི་བདེ་བག་ཕེབས་སླེ་ཡས་ཕན་ཐོགས་ཡོད་རེད། ད་དེ་མ་ཡིན་པར་ཕྱི་ལོགས་ནས། ཕ་གི་སྐྱབས་སུ་འགྲོ་ས་འདི་གི་ནུས་པས་གི་ཚུ་ལས་བྱས་ཡོད། བཅོམ་ལྡན་འདས་ཞལ་བཤུས་པའི་སྐབས་ལ་ཕ་གི་ཕུ་རིན་ཅིག་བྱ་ཁྲག་གི་དལ་ནི། ཨ་ནི་དལ་ནི་ཡོང་དུས་ཙ་ནི་ད་ཁོ་སྐྱབས་བཅོལ་ནི་མི་ལ་སྐྱབས་བཅོལ་བ་འདྲ་བོ་བྱས་ཤཱ་རིའི་བུ་བྱས་ཨ་ནི་སངས་རྒྱས་བྱས་ཨ་ནི་ཤཱ་རིའི་བུ་ཡོད་ས་ལ་མ་བབས་ཡོང་དུས་བབས་ནས་ད་ལྟ་ལས། ད་ཁྲ་འདི་དག་ཡོང་ཐུག་མ་རོ་མ་བབ་ཚ་དུས་རྔམ་དྲག་བྱ་དགོས་མ་ཨེ་ཚོད་ཟིག་ཡོང་ནས་སངས་རྒྱས་གྲིབ་ནག་སླེ་བ་དང་ལམ་སང་སླེ་ཤིག་ཤིག་ཆ་དྲུག་གོ་ད་འདི་ཕུ་རེ་ཧོ་རང་གི་ཧ་གོ་མ་རོ་འདི་ཤེ་རེ་བུ་རེ་འདི་སངས་རྒྱས་རེ་ཡིན་འདི་ཆེ་བ་རེ་ཧ་གོ་གོ་མ་ད་སངས་རྒྱས་ཀྱི་ནུས་པའི་ཡང་ཁྱིམ་པ་དེ་འདྲ་ཅིག་ཡོད། ཨ་ནི་ལྷ་འདྲེ་ལ་ཡིད་ཆེས་ཡོད་དེ་ངས་ཁ་ཤས་ཀྱི་རྣམ་རྟོག་ཅེས་ནས་ལྷ་འདྲེ་ཡི་སྣོད་མེད་འགྲོ་ཅིག་དེ་འདྲས་ཀྱི་སེམས་ལ་ཞེ་སྣང་དང་རྔམ་དྲག་ཡོང་དེ་ངས་འདི་འདུག་ད་དེ་འདྲས་རྣམ་རྟོག་ཡོད་ན་ཨ་ནི་ད་དེ་འདྲས་ཀྱི་གནོད་པ་ཡོད་ནས་གས་ཡོད་མ་རེད་ང་ལ་གོན་རྒྱབ་སངས་རྒྱས་ཡོད་རེད་ཟེར་འདྲེ་ཡོང་དུས།

བྱས་ཙང། དེ་ནང་བཞིན་གཅིག་གིས་ཨེ་ནི་སངས་རྒྱས་ཀྱིས་བརྩེ་བའི་ཡོན་ཏན་སངས་རྒྱས་དང་བཅུ་བཞི་གསུམ་པ་དེ་གས་དེ་བརྩེ་བའི་ཡོན་ཏན་དང་མཁྱེན་པའི་ཡོན་ཏན་དེ་ཚོ་ལ་ཡིད་ཆེས་གཏད་སོ་ཡོད་པ་ཡིན་ན། མི་ཚང་མ་གིས་སོ་སོ་ལ་མཐོང་ཆུང་བྱས་མ་དགའ་བ་བྱས་པ་ཡིན་ནས། ཞི་དྲག་ཞི་དྲག་ཧ་ལས་གལ་མི་འདུག་མི་དེ་ཚོ་ལ་ཞི་དྲག་ཞི་དྲག་ཧ་ལས་གལ་རེད། སངས་རྒྱས་དང་བཅུ་བཞི་སེམས་དཔའ་སྟོང་ཕྲག་ཁྲི་ཕྲག་བུང་ཕྲག་ཚང་མ་གིས་སོ་སོ་ལ་བརྩེ་བ་བྱས་ནས་དེ་དེ་ཡོད་རེད་ག་དུས་ཡིན་ནས་བྱས་ཙང་ཁོ་ཞུམ་དགོས་ཡ་གལ་མི་འདུག་ད་འུ་ཐུག་ཐབས་ཤེས་ཁྱུ་ནི་མའི་རྫོགས་པའི་སྐབས་ལས། ད་ལྟའི་རེ་བ་བརྒྱབ་ས་གཅིག་ལྷག་དེ་ཡོད་རེད་བ། དེ་ན་ཤིང་གིས་སོ་སོའི་གིས་སོ་སོ་ལ་གནོད་བསྐྱལ་ཏེ་ངན་སོ་སོས་མ་དགའ་ས། འོ་དེ་ཚོ་ལས་སངས་རྒྱས་ཀྱིས་ག་དུས་ཡིན་ནས་སོ་སོའི་སྤུ་གུ་ན་ཤིང་བྱས་ནས་བརྩེ་བར་བྱེད་དེ་དགོས་བ་རེད་ཁོ་སྡུག་བསྔལ་ལས་ཐར་ན་ཁོ་བདེ་སྐྱིད་བྱུང་ན་ཟེར་ནས་ག་དུས་ཡིན་ནས་བསམ་སྟངས་དེ་ཟེར་གྱི་ཡིན་དུས་ང་ཚོས་དེ་ལ་གནོད་བསྐྱལ་ཕོད་ཡ་ཡོད་མ་རེད་བ་སངས་རྒྱས་ལ་བརྩི་མཐོང་བྱེད་མཁན་ཅིག་ཡིན་ན། དེ་འགྲིག་གི་བསམ་བློ་བཏང་བཅས་བཟོད་པ་སྒོམ་ཐུབ་དགོས་བ་རེད། དཔེར་ན་སྤུ་གུ་སྟེ་གི་ཚུ་བུ་སྡུག་ཅག་ཞི་བུ་ཅིག་བྱས་པ་ཡིན་ནས། ཨ་ནེ་ཕ་ཕྱིན་ཅེས་སྤུ་གུ་ཏི་ལ་ནས་ཞུ་རོགས་བྱས་དུས་སྤུ་གུ་ཏིས་སོ་སོའི་གྲོགས་པོ་ངོ་ཤེས་པ་ག་བུ་ཡོད་ཟེར་གཅིག་གིས་ཨ་ནེ་སྤུ་གུ་རེད་འདུག་ན་ཁོང་ཁྲོ་ཟ་ནས་ཨ་ནེ་བཞག་བཞག་གི་འདུག། དེ་ནང་བཞིན་གཅིག་གིས་ང་ཚོས་ཀྱི་དཀོན་མཆོག་ལ་ཆུ་བ་ཕུལ་དགོས་རེད་ཡོན་ཆབ་ཕུལ་དགོས་རེད་མེ་ཏོག་ཕུལ་དགོས་རེད་བཟའ་ཡས་ཕུལ་དགོས་རེད་དཀོན་མཆོག་ལ་གོ་ཡས་མེད་པ་དུ་ཆ་ནི་མེད་ཨ་ནེ་བཟའ་ནི་གོ་ཡས་མེད། ཁོས་ནད་ན་ཚ་ནི་མེད་ཕུལ་ནི་འདི་དེ་མེད་དེ་བྱས་དུས་གོ་ཡས་ཀྱི་མི་འདུག་མ་གོ་ཡས་ཀྱི་འུ་ཚོས་རྒྱབ་བསྟེན་ན་ག་འདྲ་འདྲ་ཆགས་ཀྱི་རེད།

ངས་ངའི་ཨ་མ་ལ་བརྩེ་བ་ཡོད་པ་ལས་སངས་རྒྱས་དང་བྱུང་ཆུད་སེམས་དཔའ་གིས་སེམས་ཅན་དཀའ་ངལ་འཕྲད་དེ་ངས་དེ་ལ་བརྩེ་བ་དེ་རྒྱག་རྒྱུར་གཏོང་རྒྱུར་གྱི་ཆེ་གི་རོ། ཅེས་དང་དེ་ལ་རོགས་པ་བྱེད་ག་འགྲོ་ན། ག་ད། ད་ཅི་ཕྱིར་རོ། ད་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཚ་བ། ཅེས་དང་སེམས་ཅན་ལ་ཕན་པར་སྒྲུབ་ཡས་ཏེ། སེམས་ཅན་ལ་རོགས་པར་བྱེད་ཡས་ཏེ་སངས་རྒྱས་ལ་མཆོད་པ་ཕུལ་ཡས་ཀྱི་མཆོག་ཏུ་བྱས་ན། ད་དེ་ནང་བཞིན་གཅིག་གིས་ག་ལ་ལབ་པ་རེད། སངས་རྒྱས་ལ་ཡིད་ཆེས་ཡོད་པ་ཡིན་ན་ཨ་ནི་དེ་གི་གསུང་དེ་ལ་ཡིད་ཆེས་སླེལ་གི་རེད། གསུང་དེ་ལ་རྩ་ཆེན་པོ་རྩིས་ནས་འདི་བྱས་པ་ཡིན་ན་ནི་སོ་སོའི་གི་གནས་སྐབས་དང་མཐར་ཐུག་གི་དོན་ཐམས་ཅད་གྲུབ་འགྲོ་ཡས་ཅི་ཆ་འོང་བ། དེས་ན་གཞན་གཅེས་ཀྱི་སོ་སོའི་གི་ད་ཆོས་བྱས་ནས་ནི་དེའི་འབྲས་བུ་དེ་ལ་དཀའ་ལས་རྒྱབ་ཅེས་ཆོས་བྱས་ཡས་ལས་ལས་སླ་བ་ཡོད་མ་རེད་དཀའ་ལས་ཅིག་རྒྱབ་དགོས་བ་རེད་དེའི་འབྲས་བུ་དེ་ལ་ནི་ད་སངས་རྒྱས་ཀྱི་ཡོན་ཏན་དེ་གི་རེད་བསམ་ད་དེ་འདྲིའི་གི་འབྲས་བུ་ཆེན་པོ་ཅིག་ཡོད་པ་ཅིག་མཐོང་འོང་ན་དཀའ་ལས་རྒྱབ་ཡས་དེ་དཀའ་ལས་ག་ཚོད་རྒྱབ་པ་ཡིན་ནས་ལོ་སྟོང་ཕྲག་ཁྲི་ཕྲག་དགུ་ཕྲག་བརྒྱ་བླ་ནས་འདི་ལྟར་ལས་སླ་པོ་རེད་བསམ་བསམ་ཅིག་སེམས་ནང་ལོ་ལ་དེ་སླད་ཡོང་རོགས་དེ་འདྲས་ཀྱིས་ད་སངས་རྒྱས་འདི་རྩ་ཆེན་པོ་གཅིག་ནུས་པ་ཆེན་པོ་ཞེ་བུ་གཅིག་བྱས་ད་སེམས་ཅན་ཐ་དང་མུ་མེད་པ་ལ་ཕན་ཐོགས་བྱེད་ཡས་ཅིག་བྱས་དེ་འདྲས་ཅིག་ཡོང་ཡས་ཀྱིས་སངས་རྒྱས་ཀྱི་རིགས་འདིང་སོ་སོ་ལ་ཡོད་རེད་སོ་སོ་དེ་འདྲས་ཀྱིས་སངས་རྒྱས་འདི་ཐོབ་རུང་རེད་སངས་རྒྱས་ཀྱི་རྒྱུ་བྱ་འདི་མར་རྫ་འདྲ་པོ་འདི་སོ་སོ་ལ་ཡོད་རེད་ལབ་ན། ཨ་ནི་ཡོན་ཏན་ཆུད་ནས་མེད་པ་ཡིན་ནས། སྤང་སྒོ་སྤང་རྐྱང་ཆགས་པ་ཡིན་ནས། ག་ཚོད་ཅིག་གིས་ད་མི་ཚང་མའི་དུག་ཆ་རྩི་ཡས་ཆགས་པ་ཡིན་ནའི་སོ་སོ་ལ་ནོར་འབུར་ཅིག་ཡོད་པ་ནང་བཞིན་ཅིག་གིས་པད་ཏི་ཁོ་རང་ཞུམ་དགོས་ཡས་ཁྱོད་ནི་མི་ངན་ཆགས་འགྲོ་རོགས། ད་དེ་ནང་བཞིན་ཅིག་གིས་ཨ་ནི་མི་གཞན་དག་སུ་དང་སུ་ཡིན་ནའི་སེམས་ཅན་སུ་དང་ཅི་ཡིན་ནའི་དེ་ལ་སངས་རྒྱས་ཀྱི་རིགས་ཡོད་རེད་མ་འོངས་པ་ན་སངས་རྒྱས་རུང་རེད་བསམ་བློ་འཁོར་ཡོང་དུས་ཚང་མ་ལ་ཨ་ནི་གུ་ཞབས་ལས་ཐོས་ཡོད་ད་ད་ལྟ་ཕྱི་རྐང་ཅན་མ་ཤེས་ངན་གྱི་ལྐུགས་པ་ལྐུགས་རྐྱང་ཅིག་ཡིན་ནའི་ཁོ་སྐྱེ་བ་སྔ་ཕྱིར་འགྱུར་འགྲོ་གི་རེད་རིམ་པས་རིམ་པས་ཨ་ནམ་ཞིག་ན་ཨ་ནི་རྐྱེན་བཟང་པོ་ཞིག་འཕྲད་པ་ཡིན་ན། ཆོས་ཐམས་ཅད་མཁྱེན་མཁན་གྱི་ད་སངས་རྒྱས་ཆགས་པའི་དུས་ཚོད་ཅིག་ཤར་ཡ་ཡོད་རེད། མི་སྟོང་ཕྲག་འབུམ་ཕྲག་བསད་བསྡད་མཁན་སེམས་ཅན་སྟོང་ཕྲག་འབུམ་ཕྲག་བསད་བསྡད་མཁན་གནོད་བསྐྱེད་བསྡད་མཁན་མི་སྡུག་ཅག་ཞི་བོ་རྩིས་བསྡད་ཡ་དེ། ཁོ་རིམ་པས་རིམ་པས་བསྒྱུར་ནས་ཡང་རྐྱེན་ཞིག་འཕྲད་ཡོང་ན། སེམས་ཅན་མཐའ་དང་མུ་མེད་པ་ལ་ཕན་ཐོགས་བྱེད་ཐུབ་ཡས་ཀྱི་སངས་རྒྱས་ཆགས་ཡས་ཀྱི་དུས་ཚོད་ཅིག་ཤར་ཡ་ཡོད་རེད། བྱས་ཙང་ད། སྐྱབས་མགོན་རིན་པོ་ཆེ་ཡིན་ན་མི་སུ་འདྲ་ཞིག་ལ་ཡིན་ནས་གུས་ཞབས་གནང་གི་འདུག་ཨ། དེ་ཡང་རྒྱུ་མཚན་ཁོ་རང་གི་བློ།

གོ་གོ་རེད་ད་དེ་ང་ཚོ་སྐད་ཆ་བྱུང་པ་རེད་ཁ་ཙམ་ནས་སྐད་ཆ་བྱུང་པ་རེད་ད་ཐོབ་ཐུག་གི་རེད་བས་ད་སྐད་ཆ་དེ་རེད་ད་གཉིས་པ་དེ་གལ་ཆེ་བ་ཅིག་ད་འདི་དཔེར་མཚོན་དཔེར་མཚོན་ཅིག་མདོར་བསྡུས་མདོར་བསྡུས་ཅིག་ཞུ་གི་ཡིན། ག་རེ་ཟེར་ན་དཀའ་ངལ་དང་ད་ཉོན་མོངས་འདོད་ཆགས་ཞེ་སྡང་གཏི་མུག་ད་དེ་འདྲེས་ཀྱི་སྤྱོད་པ་ངན་པ་དང་དེ་ཐམས་ཅད་ཀྱི་རྩ་བ་དེ

དེ་འདྲིས་ཀྱི་བསམ་བློ་དེ་ག་ཚོད་ཤུགས་ཆེ་རུ་འགྲོ་ཡོད་ཚོད་ཀྱིས་ང་བདེན་པོར་ཡོད་བསམ་པ་དེ་ཤུགས་ཆུང་རུ་འགྲོ་ཡས་དེ་ཆོས་ཉིད་ཆགས་དེ་ཡོད། གཟུ་བོའི་ནང་ལོགས་ཀྱི་དྲང་མོ་དང་ཚ་བོ་ཟེར་ཡས་དེ་གྱེན་དུ་ཆགས་དེ་ཡིན་དུས། ག་ཚོད་གཅིག་གི་ཚ་བོའི་ཚད་མཐོན་དེ་ཆེ་རུ་འགྲོ་ན་དྲང་མོ་དེ་ཆུང་རུ་འགྲོ་ཡས་དེ་ཁོ། ག་སུ་གོ་རེད་རང་བཞིན་ཁོ་རང་དེ་འདྲིས་ཆགས་དེ་ཡོད། བྱས་ཙང་དེ་ནང་བཞིན་གཅིག་གིས་ཨེ་ནི། གཅིག་སེམས་ཅན་གཅིག་ལ་དམིགས་པའི་བརྩེ་བ་ག་ཚོད་ཆེ་རུ་བཅིངས་པའི་ཚོད་ཀྱིས་ཁོ་ལ་མ་དགའ་བ་དང་ཁོང་ཁྲོ་དེ་ཆུང་རུ་འགྲོ་ཡས་ཀྱི། ཁོ་རང་ཤེས་བྱ་དེ་ནང་བཞིན་དེ་འཕར་ཡོད་ཤག་ཤག་བྱས་བསྡད་པ་དང་དེ་འཕར་མེད་བསམ་པ་གཉིས་དེ་གཅིག་ཤུགས་ཆེ་རུ་འགྲོ་ན་གཅིག་ཆུང་རུ་འགྲོ་ཡ་དེ་ཆུ་གཉིས་ཆ་དེར་འགལ་འདུ་ཆགས་འདུག་ཅེས་ནས་ད་དེ་མེད་འདོད་པའི་ཤེས་རབ་དེ་ཤུགས་ཆེ་རུ་འགྲོ་ན་རིམ་པས་རིམ་པས་ཨ་ནི་པའི་དེ་ཤུགས་ཆེ་རུ་ཞི་བོ་བཏང་བཞག་དུས་ཨ་ནི་དེ་འཛིན་དེ་ཆུང་རུ་ཆུང་རུ་འགྲོ་ནས་རྩ་མེད་ཆགས་འགྲོ་ཡ་ཅི་ཨ་ནི་དེ་འཛིན་རྩ་མེད་ཆགས་པ་ཡིན་ན་ཨ་ནི་དེ་གིས་བསྐྱེད་པའི་ད་ཉོན་མོངས་དང་དེ་གས་རྩ་མེད་ཆགས་ཨ་ནི་དེ་ལ་བརྟེན་ནས་སྡུག་བསྔལ་ཐམས་ཅད་རྩ་མེད་ཆགས་ཐུབ་ཡ་ཅི་ཡོད་བསྡད་པ་དེ་དུས་སུ་གྲུབ་དགོས། ད་འདི་ལ་ཨ་ནི་ཆ་ཚང་འདི་བྱེད་དགོས་ན་དེ་བཞིན་སློབ་སྦྱོང་བྱེད་དགོས་བ་རེད། ད་རེད། ད་གཉིས་པ་འདི་ཨ་ནི་ད་ག་རེ་རེད། བརྩེ་བ་འདིར་བ་སེམས་ཅན་ཐམས་ཅད་ལ་ཨ་ནི་སོ་སོའི་གི་ད་སྤུ་གུ་ན་ཤིང་གི་བརྩེ་བ་སྐྱེ་ཐུབ་གི་རེད་པས་ད་གཉིས་པ་འདི་ད་འདི་ལ་ཨ་ནི་ཕ་གི་ཇི་ལྟར་ནས་ང་ཚོ་དེ་མཚམས་མཚམས་ལ་དོ་སྣང་མ་སྤྲད་པའི་བཀའ་ལ་ཁོང་ཁྲོ་ཟ་ཡའི་འདུ་བྱ་སྐྱེ་ཁོ་རང་ཁོ་རང་ཁོ་རང་རང་བཞིན་ཡིན་པས་སོ་འདྲ་པོ་བྱེད།

བྱས་ཙང་ད་ཁོང་ཁྲོ་ཟས་དེ་ཤེས་པ་ལ་རིགས་མི་འདྲ་བ་མང་པོ་ཡོད་པའི་ནང་ལོགས་འདི་གཅིག་རེད་འདི་ཆེ་རུ་བཏང་ཡ་ཡོད་རེད་ཆེ་རུ་བྲོ་ཡ་ཡོད་རེད་ཆུང་རུ་བྲོ་ཡ་ཡོད་རེད་སུས་སུས་བྱེད་སྟངས་ཀྱིས་འོ་དེ་ནང་བཞིན་སེམས་ཤུགས་ཡིན་ནས་ཁ་ཤས་སེམས་ཤུགས་སྐྱེ་གི་མི་འདུག་སྐྱེ་ཡ་བཟོ་ཡ་ཡོད་རེད་སེམས་ཤུགས་མ་སྐྱེ་ངེས་དེ་སྐྱེ་ཡ་བཟོ་ཡ་ཡོད་རེད་སྐྱེ་སྐྱེ་ནས་ཡང་ཆེ་དྲགས་ན་ཡང་མ་དཔའ་བས་ཡོད་རེད་ཁོ་སོ་སོས་ཀྱིས་བྱས་ཡ་ཡོད་རེད་ད་དེ་དེ་ནས་ཆོས་བྱས་ཟིག་གོ་རོ། ཁོས་དེ་འདྲས་ཞིག་བྱེད་གི་འདུག་བྱས་ཙང་ང་ཁོང་ཁྲོ་ཟ་སོང། ཁོས་དེ་འདྲས་ཞིག་བྱས་ནས་ང་ཁོང་ཁྲོ་ཆུང་སོང་ཆུང་རུ་འགྲོ་སོང། དེ་ད་ནམ་རྒྱུན་སྤྱི་ཡོངས་ཀྱི་སྐད་ཆ་རེད་མ་གཏོགས་ཆོས་ཀྱི་ཉམས་ལེན་སྐད་ཆ་ཡོད་མ་རེད། ཁོའི་དབང་ཆ་ཆ་ཚང་ཕྱི་ལོག་ལ་ཡོད་རོགས། དེས་ན་ཤེས་ཅིག་ཁོས་གིས་དེ་འདྲས་ཞིག་འདུག་དེ་འདྲས་ཞིག་བྱས་སོང་ཨ་ནི་ང་དད་པ་ཆེ་རུ་ཕྱིན་སོང། ཁོས་དེ་འདྲས་ཞིག་བྱས་སོང་ང་དད་པ་ཆུང་རུ་ཕྱིན་སོང་ལབ་དེ་དེ་ནམ་རྒྱུན་སྤྱིར་བཏང་གི་འགྲོ་སྟངས་དེ་རེད་མ་གཏོགས་དེ་ཆོས་ཀྱི་ཉམས་ལེན་སྐད་ཆ་ཡོད་མ་རེད་དེ་ལ། ཆུ་དང་ཉམས་ལེན་ལ་རེས་དང་ཆུ་ཡི་ཉམས་ལེན་འགྲོ་སྟངས་ཆགས་ཀྱི་བ་མ་རེད་སུད་སུའི་བསམ་བློ་དེ་ཡ་མཐོ་རུ་འགྲོ་དམའ་རུ་འགྲོ་དེ་འགྲིག་གི་དབང་ཆ་དེ་ཕྱི་ལོག་ལ་མིན་པ་བྱས་སུད་སུའི་བསམ་བློ་བཏང་སྟངས་གཅིག་གི་ཐོག་ནས་ཨ་ནི་དེ་གཏང་རྒྱུ་ཡོད་པ་དེ་འགྱུར་བ་གཏང་ཡ་ཡོད་པ་དེ་ཤེས་ཤེས་མ་ན་ཞིག་འགྱུར་བ་བལྟས་བཏང་ནས་དེ་བྱས་ཡོང་དུས་ས་ནས་ཨ་ནི་ཆུ་ཉམས་ལེན་བྱས་ཟེར་སྐད་ཆ་དེ་དེ་གང་ལེགས་ཟེར་ད་ནམ་རྒྱུན་ཁོང་ཁྲོ་བསླང་ཡའི་རྐྱེན་དེ་འཕྲད་ཡོང་དུས་སུད་སུའི་བསམ་བློ་བཏང་སྟངས་གཅིག་གིས་ཨ་ནི་ཁོང་ཁྲོ་མ་སྐྱེས་པ་ཅིག་ད་འདོད་བྱུང་ན་ཨ་ནི་བརྩེ་བ་སྐྱེས་ཅིག་བཟོས་ཡོང་ན། ད་རྒྱུགས་འཕྲོད་རེད་ད། བྱས་ཙང། ད་ལྟ་ལ་ཡི་དེར་བྱས་ཙང་སུ་སུའི་འོ་དེ་ཡིན་དུས་ཙང་ནས། ད་སུས་སུས་ཀྱི་སེམས། ད་མེད་འདོད་པའི་ཤེས་རབ་དེ་གོང་འཕེལ་དུ་བཏང་ནས། མ་རེད་ད་ནི་སྙིང་རྗེའི་སྐད་ཆ་རེད་བ། དེ་བྱས་དུས་ཙང་ནས། ནས་རང་བཞིན་གྱི་སྐད་ཆ་མ་ཡིན་པ་བྱས་ད། ད་ངས་ཕར་འཁྲུག་རོགས་བྱས་སོ་ད། ཕ་ཕ་ཕ་ཕྱིན་ཅི་ཚུལ་ལོག་པར་ཤེས་པར་བྱས། ད་གང་ལྟར་ད་སྙིང་རྗེའི་སྐྱེས་རྒྱུད་འོ་དེར་སྙིང་རྗེ་དེ་ཁོ་སྐྱེས་ཀྱི་འདུག་མི་འདུག་སྐད་ཆ་དེ་མ་ཡིན་པ་བྱས།

ད་ཐབས་ཤེས་ག་རེད་ཟེར་ན་ད་བསམ་བློ་བཏང་སྟངས་གཅིག་གི་ཐོག་ནས་དེའི་བག་ཆགས་དེ་མཉམ་དུ་སེལ་ཨོ་དེ་འདྲའི་ཆེད་ནས་གསུང་གི་འདུག་ནུས་པ་དེ་ང་ཚོ་ལ་རང་ཆས་སུ་ཡོད་རེད། སྐྱབས་མགོན་རིན་པོ་ཆེ་ལ་སྐྱབས་མགོན་རིན་པོ་ཆེ་ཟེར་ཚིག་བེད་སྤྱོད་བཏང་ན། སྐྱབས་མགོན་རིན་པོ་ཆེ་ལ་དེ་ཚིག་བེད་སྤྱོད་བཏང་ཡ་དེ། ད་དེ། སྐྱབས་མགོན་རིན་པོ་ཆེ་ཀྱིས་ནི། ད་ལས་སླ་པོར་བྱས་ནས་གོ་བདེ་པོ་བྱས་ནས་ཚང་མས་གོ་བདེ་པོ་བྱས་ནས་གསུང་ཡ་ལ་དེ་གསུང་གི་འདུག་ཨ། ཚན་རིག་བརྟག་དཔྱད་ཚན་རིག་པ་དེ་འདྲས་ཀྱིས་བརྟག་དཔྱད་བྱས་ནས། སྤུ་གུ་ཆུང་ཆུང་དེ་འདྲས་ལ་ཧ་ཅང་གི་ཆུང་ཆུང་ཡིན་ས་རེད་དེ་ཚོ་ལ་ཨ་ནི། ཕ་གི་རི་མོ་དཀར་སྦྲུམ་གྱི་དེ་འདྲས་གཅིག་གིས་གཅིག་ལ་ལོག་པ་བྱས་ཡ་དང་ཨ་གནོད་པ་སྐྱེལ་ཡ་དེ་འདྲས་བསྟན་བྱས་དེ་བྱས་འོང་དུས་གནོད་པ་སྐྱེལ་ཡའི་རི་མོ་དེ་བསྟན་དུས་སྤུ་གུ་དེ་མ་ཁ་བའི་རྣམ་འགྱུར་དེ། ཨ་ནི་རོགས་པ་བྱས་ཡས་ཀྱི་རི་མོ་དེ་བསྟན་དུས་ཙར་ནས་ཨ་ནི། སྤུ་གུ་དེ་ཁ་བའི་རྣམ་འགྱུར་དེ། རྗེས་མ་དེས་ཕ་གི་ལྟད་མོ་བསྟན་བཞག་རྒྱུར་གྱི་དཀར་སྒྲོམ་གྱི་སྲོལ་བཞག་རྒྱུ་ད་ཨ་ལེ་བས་ཁོ་ཡིན་ན་དེ་གཉིས་འདི་དེ་བྱེད་དུས་རོགས་པ་བྱེད་མཁན་དེ་ད་པའི་སྤུ་གུ་སྟེ། དེ་བྱེད་དུས་ང་ཚོ་མི་གིས་ལྷན་སྐྱེས་ཀྱི་རང་བཞིན་ལྷན་སྐྱེས་ཀྱི་དེ་བརྩེ་བ་ལ་དགའ་པོ་ཡོད་པ་དང་དེ་འདྲི་གཅིག་རེ་བརྩེ་བའི་རང་བཞིན་གཅིག་རེ་བཞག་ཨོ་དེ་འདྲི་གཅིག་ནི་དེའི་ཐོག་ནས་ངོ་སྤྲོད་གནང་གི་འདུག་ད་དེ་ནས་དེ་འདྲའི་དྲན་གི་འདུག་དཔེར་ན་ང་འདྲ་པོ་ཡིན་ན་བརྩེ་བ་གོང་འཕེལ་དུ་བཏང་ཡས་ཀྱི་ཐབས་ལམ་ཁ་ཤས་ཅིག་ཤེས་ཀྱི་ཡོད། ཡིན་ན་ལས་ལོ་ཕྱེད་ནས་ད་འདི་བྱེད་ཐུབ་གོ་བ་མ་རེད། ཉམས་ལེན་ཡག་པོ་སྒོམ་ཐུབ་དགོས་མ་རེད་མ་གཏོགས། ཐབས་ལམ་འདི་ཤེས་ཀྱི་ཡོད་ཏེ་ཚིག་གཉིས་ཀྱི་ཚིག་གཅིག་གཉིས་ཤེས་ཀྱི་ཡོད། དེ་བྱེད་དུས་རྩ་ནན་ཏིག་གིས་ཨེ་ནི་ལེ་ལོ་མ་བྱེད་པ་བྱས་ཏེ་ནན་ཏན་གྱིས་ནི་སྒོམ་གྱི་ཡིན་ན་ཏན་ཏན་ཡར་རྒྱས་འགྲོ་རྒྱུ་ཡོད་རེད་ཟེར་གྱི་སེམས་ཅན་ཚང་མ་ལ་ཡང་འདི་སྒོམ་པ་ཡིན་ན་ཏན་ཏན་སྐྱེ་ཐུབ་ས་རེད་ཟེར་གྱི་ཡང་ཚོད་དཔོག་ཅིག་བྱེད་ཧ་ལས་ཕན་གྱི་འདུག། ཕ་གིས་ཁོ་རང་རང་ལ་དམིགས་པའི་བརྩེ་བ་དེ་སྐད་ཆ་དེ་མེད་པར་བྱས་ད་གིས་ལབ་བ་ན་བཞིན་ཁོ་རང་སྡུག་ཅག་ཡིན་ནས་སངས་རྒྱས་བྱང་ཆུབ་སེམས་དཔའ་དེ་ཚོས་ཀྱི་བརྩེ་བ་ཡོད་རེད་ཟེར་ནས་དེ་འདྲའི་གི་ཐོག་ནས་བསམ་བློ་དེ་སླེབས་ཡོང་དུས། ཁོ་རང་ལྟ་སྡུག་ཅག་ཞིབ་ཅིག་འདུག་ཡིན་ནའི་རོགས་པ་བྱེད་མཁན་ཡིན་ཁུལ་དེ་རེད། རོགས་པ་བྱེད་ཐུབ་ཁོ་རེད་ཡིན་ནའི་སེམས་ནི་དགའ་དགའ་བོ་རེད། ད་གང་འདིར་སེམས་ཅན་ཚང་མ་ལ་བརྩེ་བ་སྐྱེ་ཐུབ་ཡས་ཡོད་པ་ཅིག་བསམ་བཏང་ན་བཏང་ཡས་ཡོད་དེ་བ་ཆགས་ཀྱི་འདུག་ཨ། ད་གསུམ་པ་དེ་ཨེ་ནི་ཆོས་ཐམས་ཅད་མཁྱེན་ཡས་ཡོད་རེད་བས་ཟེར་ཡས་དེ། ད་འདི་ལ་རིགས་གཉིས་ཆེ་ཐབས་ལམ་མི་འདྲ་བ་ག་འདྲེ་ག་འདྲེ་ཡོད་པ་ཚང་མ་ཤེས་ཡས་ཡོད་རེད་བས་ཟེར་ཡས་ཅི་དང་ཡང་གཞན་གྱི་སེམས་ལ་ག་རེ་དྲན་གྱི་ཡོད་སྐྱེ་བ་སྔ་མ་ག་རེ་ཡིན་མངོན་ཤེས་ལ་ཡོད་རེད་བ་འོ་དེ་ཚོའི་དེ་འབྲེལ་གྱི་མངོན་ཤེས་ཀྱི་ཐོག་ནས་ཤིང་གི་ཡོ་རི་བས་ཟས་རིགས་མི་འདྲ་བ་གཉིས་ཆེས་ཁ་ཚ་ལ་བའི། བྱས་ཙང་ད་སེམས་ཅན་ལ་ཕན་པར་འགྲུབ་བས་ཀྱི་སེམས་ཅན་ག་འདྲེས་བདེ་འགྲོ་ལ་བཀོད་དགོ་རེས་ག་འདྲེས་ཐར་པ་ལ་བཀོད་དགོ་རེས་ག་འདྲེས་སངས་རྒྱས་ས་ལ་བཀོད་དགོ་རེས་ད་དེ་འདྲེས་ཀྱི་ཐབས་ལམ་འདྲ་མི་འདྲ་ཡོད་པ་ཚང་མ་ཤེས་ཡན་ཅིག་ཡོང་ཐུབ་ཀྱི་རེད་བས་ང་ཚོས་ཀྱི་ཅི་དང་ང་ཚོ་སངས་རྒྱས་ལ་ཡ་དེ་ལམ་སང་ལ་མ་ཐུག་ནས་སྤྱི་ཡོངས་ཀྱི་ཆ་ནས་ཀྱི་ཅི་ཤེས་པ་ཡིན་ན་རིག་པ་སྡུག་ག་ལ་སྡུག་ཚད་མེད་པ་ཅིག་གི་བས་འདི་ཁོ་རང་ཉི་མ་གཅིག་ལ། ཚེས་གཉིས་གསུམ་བློ་འཛིན་བྱེད་མ་ཐུབ་ངེས་དེ་འདྲའི་དུའང་མེད་ཁ་ཤས་གན་གཅིག་ཡོད་རེད་ད་དེ་སྐུ་ཤོར་ཅིག་རིག་པ་སྐྱོ་བོས་བྱས། ཨ་ནི་སྔོན་འདོར་གྱིན་བློ་ལ་སིམ། ཨ་ནི་ཚིག་གཅིག་བློ་ལ་སིམ་དེའི་མཚན་མཚན་གང་སྐྱོར། ཡང་ཚིག་གཅིག་བློ་ལ་སིམ་ཨོ་དེ་འདྲ་བྱེད་དགོས་བ་རེད། བྱས་ཙང་ཨ་ནི་སངས་རྒྱས་ལ་སོགས་ཀུན་སྤྱོད་གསུམ་ཟེར་ཡས་ཀྱི་ཚིག་འདི་བློ་ལ་སིམ་བྱས། ཨ་མཚན་མཚན་གང་སྐྱོར་སངས་རྒྱས་ལ་སོགས་ཀུན་སྤྱོད་གསུམ་སངས་རྒྱས་ལ་སོགས་ཀུན་སྤྱོད་གསུམ་ཨ་པ་ར་ཅི་ལ་སྤྱིན་པ་ལྟ་ང་སྤྲོ་ནས་ཡར་ལེ་དེ་ཟེར་ནས

ལོ་གཅིག་ལ་དེ་སྐྱོར་མ་ཐུབ་ན་ཕེབས་ལས་འགྲོ་བ་ལྟ་རྒྱུགས་སྤྲོད་དང་དེ་ཚོ་བཟོ་མཁན་ལྟ། གཏན་འཁེལ་ཅིང་ཏག་ཏག་ཡག་པོ་བཟོ་མཁན་དེ་ད་ལྟ་ཁྲི་རིན་པོ་ཆེ་མཁན་པོ་གནང་དུས་བཟོས་རེད་ད་དེ་སྔོན་མ་གི་ཁྲི་རིན་པོ་ཆེ་རེད་བ་ད་ལྟ་གི་རི་ཟུང་ཁྱབ་བྱེད་རི་ཆུང་རིན་པོ་ཆེ་ཨ་ནི་མཁན་པོ་གནང་དུས་བཟོས་རེད། དེང་སང་ད། ལོ་གཅིག་ལ་ད་མི་རིག་པ་སྐྱོ་པོ་ཅིག་ཡིན་ན་དཀའ་ལས་ཧ་པོ་ཆགས་བསྡད་རོགས་ད་ཕྱུགས་བཅུ་བཅུ་གཉིས་ཆ་ཚང་བསྡད་པ་དེའི་དཀའ་ལས་ཧ་པོ་ཆགས། རིན་པོ་ཆེ་ཁོ་རང་གི་ཆུ་ཚོད་གཅིག་གཉིས་ནང་ཁ་ཚ་ཉི་མ་གཅིག་གཉིས་ནང། ཆུ་ཚོད་དེ་ཡས་ཉི་མ་ཉིན་གང་མ་རོ་བར་ཆུ་ཚོད་ཁ་ཤས་ཤིག་བཏོན་རྗེས་ཤུག་གུ་བཅུ་གཉིས་བཅུ་གསུམ་ལོར་ལ་ལས་གྲུབ་བོ། རིན་པོ་ཆེ་འཁོར་རང་བྱས་ན་ལོ་གཅིག་ལ་ཤུག་གུ་བཅུ་གཉིས་ལོན་ཏེ་ད་དེ་ཡས་སྐྱོར་ཐུབ་ཀྱི་མི་འདུག་གོང་གི་ཕྱིར་རོ། ཁོའི་སྤུ་བོ་རིག་པ་སྐྱོ་བ་དེ་ཚོས་རིན་པོ་ཆེ་ཁོ་རང་རིག་པ་ཡག་པོ་ཡོད་ས་ང་ཚོ་བསམ་གཏན་གྱི་མི་དང་འདྲ་གི་རེད། གང་ལྟར་ཡང་རིག་པ་ཡག་ལོས་གྲ་མི་འདྲ་འདུག་ཨ་ང་ཚོའི་བོད་ཀྱི་དེ་འདི་འདྲའི་འདུག་ཨ། དེས་ན་ཤིང་སྐྱ་མགོན་རིན་པོ་ཆེ། པད་ཏི་ཁོ་རང་བཀའ་འགྱུར་བསྟན་འགྱུར་ཨ་ནི་ཕ་སྐད་དེ་བོད་ཀྱི་མཁས་པའི་གིས་གསུངས།

དེ་འདྲི་མ་རེད་བ། དེ་དུས་ཚོད་མང་པོ་ཞིག་བོད་ཀྱི་གཞན་དག་གི་ཐོག་ལ་བཏང་དགོས་བ། ག་འདྲི་ཤིང་གི་ཡོད་ན་ཟེར་ནས་བློ་ཡུལ་ལས་འདས་པ་དེ་འདྲི་ད་མཐོང་ཡ་འདུག་ད་ལྟ་དེ་སྐྱབས་རྗེ་བློ་ཆེན་རིན་པོ་ཆེ་དེ་སྐྱབས་རྗེ་གླིང་རིན་པོ་ཆེ་ཕར་ཕྱོགས་སྐྱབས་རྗེ་བློ་ཆེན་རིན་པོ་ཆེ་སྐུ་གོང་མ་འདི་བཀའ་འགྱུར་སྐྱོར་ཡ་ཡོད་རེད་ཐུགས་ལ་ཡོད་རེད་དེ་འདྲི་ཤེས་འཕྲོད་དོ། དེ་བཟང། དེ་སྔོན་ལ་བྲེལ་ཕུང་ལ་དེ་འདྲའི་བཀའ་འགྱུར་བསྐྱོན་ཡོད་ངེས་གཉིས་སུ་བྱུང་ཡོད་རེད་ཟེར་འདུག་འདེང་ཡོད་རེད་ཟ། ཆོས་ལྡན་བྱས་ཡོད། བྱས་ཙང་དྲན་པ་ལྟ་སྟེ་དྲན་པའི་སྐོར་རོ། དྲན་པ་ལ་ད་སེམས་ཀྱིས་མི་ཁྱབ་པ་དེ་འདྲའི་ཡོད་སྲིད་པའི་བཟོ་འདྲ་བོ་ཅིག་བསམ་བཏང་ཡས་ཡོད། ལྷག་པར་དུ་བཀའ་འགྱུར་ཀློག་དུས་རྩ་ནས་ངས་བཀའ་འགྱུར་སྤུ་ལྡེ་དྲུག་ཅུ་བདུན་ཅུ་ཞིག་ཧྲོབ་ཙེ་ཧྲོབ་ཙེ་ཀློག་ཡོད་རེད། ཨ་ནི་ཕར་ཕྱིན་དབུ་མ་དེ་ཚོ་ལྟ་ཚར་ཡས་དེ་གི་དོན་དག་བརྒྱ་ཆ་གཉིས་གསུམ་གཅིག་མགོ་ཚོས་དགོས་རེད། ད་དེ་བྱས་དུས་ཨ་ནི་ཅིག་ཏན་ཏན་ཅིག་ཡོང་ཡས་ཡོད་ས་རེད་བསམ་པ་ཅིག་ཕྱི་དུ་ཉིད་དུ་སངས་ལ་མ་བཏང་ནས་སླེ་ཡས་ཤིག། ག་རེ་ཟེར་ན། དོར་རེ་རེ་ལ། བརྗོད་བྱ་སྤུས་དག་པོ་བཞི་བོ་གཅིག་གོང་འོག་དྲིག་པོ་སྤུས་དག་པོ། ག་ཚོད་བསམ་ལ་བཏང་ནས་བཏང་ཡས་ད་འདུས་ད་ད་སོ་སོའི་བརྒྱ་བྱིན་གཉིས་གསུམ་མ་གཏོགས་ལོངས་སྐུ་ཡོད་མ་རེད་བསམ་བཏང་ཡས་ཡོད་དེ་ངེས། འདི་ཚང་མ་ད་རྩོམ་པ་པོ་གཅིག་ཡིན་པ་ཡིན་ན། ཨ་ཆོས་ཐམས་ཅད་མཁྱེན་ཟེར་གྱི་ཏན་ཏན་ཡོང་ཆོག་ཡས་ཅིག། གལ་སྲིད་ཆོས་ཐམས་ཅད་མཁྱེན་ཟེར་གྱི་མེད་པ་ཡིན་ན་འདི་ཚང་མ་རྩོམ་པ་པོ་གཅིག་ཡིན་ཟེར་ཏེ་ད་མ་རེད་སངས་རྒྱས་གསུང་མ་རེད་ཟེར་ཏེ་ཨ་ནི་ལབ་དགོས་ཁེལ་སར་ད་རེད།

བེད་སྤྱོད་མ་བྱས་དེང་སེམས་རགས་པ་གཅིག་གི་ཐོག་ནས་ཨ་ནི་བེད་སྤྱོད་བྱེད་བསྡད་པ་བྱས། ད་དེ་བྱས་དུས་ཙམ་ནས་མི་གཞན་དག་གིས་བསླབ་བྱའི་དཔེ་ཆ་རྣམས་བལྟ་བྱས་སྦྱང་བྱ་ཡོ་བྱད་རོགས་ཤེས་འགྱོག་བྱས་དེ་འདྲས་རེད་དེ་འདྲས་རེད་དེ་འདྲས་རེད་དེ་ཤེས་པ་རགས་པ་གང་ལ་འགྲོ་བསྡད། དེ་གི་བྱས་ལས་སླ་པོ་ཡོད། བྱས་ཙང་ད་དེ་རྐྱེན་འདྲ་བུ་བྱས་ནས་ད་སོ་སོའི་རང་གི་བསམ་བློ་བཏང་ནས་དེ་དངོས་གནས་རེད་མ་རེད་ཟེར་ནས་བསམ་བློ་བཏང་ནས་ཨ་ནི་རྒྱུ་མཚན་ཐོངས་བྱས་སེམས་ནང་ལོགས་ལ་ངེས་ཤེས་རྙེད་པ་ཡིན་ན

བཤད་ཡོད་མ་རེད་དེ་འདྲའི་ལས་ཀྱི་དོགས་ད་ལྟ་ཡིན་མིན་ཧ་གོ་མ་སོང། བྱས་ཙང་དེ་ནང་བཞིན་གཅིག་གིས་དཔེར་ན་སླབ་གྲྭར་སྤུ་གུ་སློབ་སྦྱོང་བྱེད་མཁན་ཅིག་ཡིན་ནས་སློབ་སྦྱོང་བྱེད་པའི་སྐབས་ལ་དམིགས་ཡུལ་དེ་ཡིག་ཚད་རྒྱུགས་ཁྲལ་ཅིག་བཞག་ཡོད་ན་རྒྱུགས་ཁྲལ་ཚ་དོད་ཨེ་ན་ཡང་དྲན་པ་བྱེད་རེད་ལས་སླ་པོ། ད་རྒྱུགས་ཁྲལ་ཙམ་མ་ཡིན་པ་ཆེ་དཔེར་ན་ཨམ་ཆིའི་སྦྱང་མཁན་ཅིག་ཡིན་ན་ཁ་སྡུག་དེ་ལ་རྒྱུགས་ཁྲལ་ནི་རག་ཤེས་རག་གི་རེད་དེ་ཙམ་མ་ཡིན་པ་ཆེ་དངོས་གནས་རང་ཨམ་ཆི་བྱེད་སུས་སོའི་སྐད་གྲགས་བཟོས་དགོས་ཡོད་ན་དཔལ་འབྱོར་བཟོས་མི་ལ་ཕན་ག་འདྲས་ཅིག་གིས་དེ་འདྲིས་ཀྱི་བསམ་བློ་འདི་བལྟས་གཏིང་ཟབ་མོ་ཡོད་ན། ཕལ་ཆེར་འདི་བྱེད་ཁག་ག་ཡོད་རེད་ད་འདི་རྒྱུགས་སྤྲོད་ཚར་ནས་བྱས་འདི་ལས་སླ་པོ་བྱེད་ཁག་ག་ཡོད་རེད་ད། བྱས་ཙང་གལ་སྲིད་འདི་དངོས་གནས་ཡིན་ན། ཨན་དེ་གི་རིག་པ་བཏང་ཡ་བལྟས་སུ་འདུག་ཨ། ཁོ་སོ་སོས་ཀྱི་དཔེ་ཆ་ཡིན་ན་ག་རེ་ཡིན་སློབ་སྦྱོང་འདི་བྱས་བྱས། ཚེ་འདི་ལ་གཞན་དག་ལ་བཤད་ཚེ་འདི་ལ་མི་ལ་ཕན་ཐོག་བྱེད་ཡང་ན་ཚེ་འདི་ལ་སྐད་གྲགས་བཟོས། དེའི་ཚེ་དེ་ཙམ་གྱི་བསམ་བློ་བཏང་ནས་འདི་བྱས་པ་ཡིན་ན། དེ་གས་དེ་ཤི་ཚར་དུས་ཡང་ཁོ། སྦྲུམ་གྱིས་རྫོགས་འགྲོ་ནས་ད་དྲེད་པ་བྱེད་ལས་སླ་པོ་བྱེད། དེ་འདྲས་མ་ཡིན་པར་བྱེད་དཔེར་དུ་ཁོ་རང་ཚེ་རབས་ནས་ཚེ་རབས་སུ་སེམས་ཅན་ལ་ཕན་ཐོགས་བྱེད། ཤེས་པར་བྱེད། སངས་རྒྱས་པར་བྱེད། དེ་འདྲས་ཀྱི་དམིགས་ཡུལ་བཞག་ཡོད་ན་སེམས་གཏིང་ནས་བཞག་ཡོད་ན། འདི་བྱེད་ཁག་ཁག་ཡོང་ཡ་གཅིག་ཡང་བསམ་བཏང་ཡ་ད། གཅིག་ལ་བསམ་བཏང་ཡ་ག་ཡོད་ཟེར་ན། ཨ་ནི། ག་ལ་བུར་ད། ད་ལོ་ལོ་འདི་ནང་ལ་ཤི་ན། ལོ་བྱེ་མ་མི་ལས་སྐྱེས་པ་ཡིན་ནས་ད་ལོ་བྱེ་མ་སྐྱེས་འདི་ནི་ལོ་ལྔ་དྲུག་དགུ་བཅུ་སླེབས་ཡོང་དུས་ཚར་ནས་ལོ་བཅུ་གི་བྱེ་ལ་ད་ལོ་གཅིག་གི་བྱེ་ལ་ལབ་ནས་འགྲིག་འདུག་ལོ་བཅུ་གི་བྱེ་ལ་ད་ལྟ་ཡོད་བསྡད་པ་འདི་ད་ཆ་ཚང་བྱས་ཚར་འདུག་སྐྱེ་བ་ལེན་འགྲོ་དུས་ད་འདི་སྐྱེས་དུས་ཡིན་ནས་ལོ་གཅིག་གི་བྱེ་བོར་དྲན་པ་བྱས་འགྲོ་དགོས་བ་རེད་ལོ་བཅུ་གི་བྱེ་ལ་དྲན་པ་བྱས་འགྲོ་དགོས་བ་རེད་དེ་ཤི་རྨས་ན། ལོ་བཅུ་གི་སྔོན་ལ་བྱས་བཞག་རྒྱུ་དེ་ད་ལྟ་དྲན་ཡས་འདུག་གང་ལྟར་གང་འཚམས་དྲན་ཡས་འདུག་བྱས་ཙང་དེ་འདྲ་ཡིན་དུས་རྩ་ནས་བྱང་སེམས་ས་དང་པོ་ཐོབ་འགྲོ་དུས་རྩ་ནས་ང་ཚོ་ནང་བཞིན་སྐྱེ་ཤི་སྐྱེ་ཤི་བྱས་ཡས་དུ་ཡོད་མ་རོག་དེ་བྱས་དུས་ད་དེ་ནས་དེ་ད་དྲན་པ་མ་བྱས་པ་ཅིག་ཡོང་ཆོག་ས་རོག་སྤྱི་བཏང་ལྟར་བྱོས་ལོམ་བཟོས་པ་ཐོབ་དུས་མི་བྱེད་མི་གསུང་ཟེར་ཡས་དུ་ཐོབ་ཀྱི་རེད་གསུང་གྱི་ཡོད་རེད།

ལྟས་ཙམ་བཏང་ཡོད་འདུག་ད། མངོན་ཤེས་ཡོད་པ་དེ། མངོན་ཤེས་ཡོད་རེད་ཟེར་ན་ད་དེང་སང་མི་ཡིད་ཆེས་བྱེད་ལྟེ་ངན་ད་མང་པོ་འདུག་དེ་ཁ་ཤས་ད། སྟབས་ཁེལ་འགྲོ་ནས་དེ་འདྲས་ཡོད་རྒྱུ་རེད་ཁ་ཤས་རྫུན་མ་མིན་འགྲོ་ཁ་ཤས་དངོས་གནས་ཡོད་ཆོག་གི་རུ་བ་ད། དྲ་མི་དྲ་ཡོད་རྒྱུ་རེད་སྤྱི་ཡོངས་དེ་ད། ཡིན་ནའི་མངོན་ཤེས་ཟེར་ཡས་དེ་སྤྱིར་བཏང་ཡོད་པ་ཅིག། ཡིད་ཆེས་ག་འདྲས་བྱེད་ཐུབ་གི་འདུག་ཟེར་ན། ཨ་ནི། དེ་ཡོད་རེད། རྗེ་རིན་པོ་ཆེ་ཡི་རྣམ་ཐར། ལོ། ད་ལྔ་བརྒྱ་དྲུག་བརྒྱ་ད། གྲོ་སར་སུམ་བརྒྱ་བཞི་བརྒྱ་མ་མཐར་ལ་གྲོ་སར་བ་ད་པར་དུ་བསྐྱབས་ནས། འོ་དེའི་ནང་ལོགས་ལ་ཨ་ནི། རྗེ་རིན་པོ་ཆེའི་བསྟན་པ་འདི་ག་འདྲའི་ག་འདྲའི་གནས་ཀྱི་རེད་ཟེར་སྐད་ཆ་འདི་བཤད་འོང་དུས་ཨ་ནི་མཐའ་མ་འདི་ལ་ཨ་ནི། ཕ་སྐད་འདི་བྱས་ནས་རྗེ་རིན་པོ་ཆེ་གི་བཀའ་ཟེར་བ་རེད། ད། བསྟན་པ་དེང་སང་གི་ད་གནས་སྟངས་འདི་ཆ་ཚང་ཕྱི་མ་ལུང་བསྟན་ནང་ལ་ཡོད་རེད། བྱས་ཙང་དེང་སང་གི་གནས་སྟངས་འདི་ཆ་ཚང་ཞིག་འདི་ཡོད་རེད། དེ་ན་ཤེས་དཔལ་མ་བཀའ་ཐང་ཟེར་བའི་དཔེ་ཆ་ཞིག་ཡོད་རེད་དེའི་ནང་ལོགས་ལ། ལོ་ཉིས་སྟོང་ལྔ་བརྒྱ་གྱི་རྗེས་ལ་ཨ་ནི་དོང་པ་དམར་པོའི་ལུང་པ་ལ་སངས་རྒྱས་བསྟན་པ་དར་གྱི་རེད་ཟེར་ཚིག་དེ་འབྲི་གི་ཡོད་རེད། གཞན་ད་དོང་པ་དམར་པོ་འདི་ད་ཡུ་རོབ་ཕྱོགས་དང་དེ་འདྲ་ལ་བཞག་པ་ཡིན་ན་ང་ཚོའི་མི་རྡོ་ལ་བཞག་གི་འདུག་ཏག་ཏག་ཁོ་ར་ཐིག་པ་འདྲ་བོ་ཆགས་འགྲོ་རོ། མ་གཞི་དོང་པ་དཀར་པོ་རེད་ལ་འོ་རེ་དམར་པོ་རེད་ལ། ད་ལ་ཟེར་ཅིག་དྲན། ནམ་རྒྱུན་ཤ་ཁ་ཤས་ཀྱི་ཤ་དཀར་པོ་ཡོད་ན་སྙིང་རྗེ་བ་འདྲ་བོ་བརྩེ་གི་འདུག་ཤ་དཀར་པོ་ཡོད་ན་ཁོང་ཁྲོ་ཟ་དུས་ཚང་མར་རྒྱ་ཆ་ཆེ་བོ་ཞིག་བསྟན་པ་ཆགས་ཀྱི་འདུག་ཤ་དཀར་བོ་ཞི་དྲག་མེད་ན་ཞི་དྲག་ཧ་གོ་མི་ཐུབ། གང་ལྟར་ཡང་སྙན་མང་ལུང་བསྟན་བྱོས་བྱས་བཞག་པ་དེང་སང་ང་ཚོའི་དུས་ཚོད་ལས་ཏག་ཏག་ཡོད་དེ་ངས་དེ་འདྲའི་ཁ་ཤས་འདུག་དེ་ཚོ་ལ་བལྟ་ན་གཞི་ནས་མངོན་ཤེས་ཟེར་ཅིག་སྤྱིར་བཏང་ཡོང་ཆོག་ས་རེད་བསམ་པ། མཁྱེན་པ་དེ་བྱས་ད་དེ་ལས་དེ་བྱས་དེ་ད་དེ་འདྲ་ད་སྐུ་ཕུན་སུམ་ཚོགས་པ་དང་གསུང་ཕུན་སུམ་ཚོགས་པ་དང་དེ་འདྲའི་ནུས་པ་སངས་རྒྱས་མི་ཁྱབ་པ་ད་མིང་ག་རེ་བཏགས་ཀྱི་ན་དེ་གས་དེ་ག་འདྲ་ཞིག་ཡོང་ཐུབ་ཀྱི་རེད་སྐད་ཆ་དེ་རེད་ད། ད་དེ་ལ་ཨ་ནེ་དེ་འདྲས་ཀྱི་ལེགས་པའི་རིགས་མང་པོ་བརྗོད་ཨར་བ། ཡག་པོ་ཡིན་འདི་ངས་འདི་ཚང་མ་གི་རྩ་བ་དེ་གེ་བ་ལ་བརྟེན་ནས་བྱུང་བ་རེད་ངས་ལ་དེ་འགྲུབ་དེ་འགྲུབ་ས་དུས་དེ་འདྲའི་གེ་བ་དེ་བསམ་ཡུལ་ལས་འདས་པ་ཇི་བྱེད་ཤར་བ་ཡིན་ན་དེ་འབྲས་བུ་ལེགས་པ་དེ་བསམ་ཡུལ་ལས་འདས་པ་ཅིག་ཡོང་གི་རེད་འདུག་སུ་འགྲུབ་གི་རེད་ད་དེའི་སྐོར་དེ་ད་ལྟ་སྐབས་བསུ་བ་པ་དེ་བྱ་དགོས་རེད་དེ་བ་ཅིང་གི་བཀོད་པ་དང་ཨ་ནི་བཟང་ཆ་ཡོད་པ་མེད་ཀྱི་ཡོན་ཏན་དང་སངས་རྒྱས་མི་ཁྱབ་པ་དེ་ག་འདྲས་སུ་ཡོང་གི་རེད། དེ་དང་དྲིལ་ལ་ཆགས་ཡོང་དུས་ལྟ་བལྟས་རྒྱས་པར་བཤད་ཅེས་ཞུ། དེ་ནས་ལྟ་བྱིས་པ་དེས་ནི་སྐུ་ཀུན་ཁྱབ་གསུང་ཀུན་ཁྱབ་ཟེར་ཏེ་ག་འདྲས་སུ་ཡོང་ཐུབ་ཀི་རེད། ལྟ་ངན་ལ་ཨ་ནི་ཐུགས་ཀུན་ཁྱབ་གྲུབ་དགོས་ཨང། ཆོས་ཐམས་ཅད་ཅིག་ཅར་དུ་མཁྱེན་ཅིག་ག་འདྲས་སུ་ཡོང་ཐུབ་ཀི་རེད་ཟེར། ལྟ་འདི་བྱེད་དུས་ཙཱ་ནས་ང་ཚོས་ཀྱི། སོ་སོའི་ཤེས་བྱ་ཁྱོད་ཀྱིས་ལྟ་མི་རྟག་པ་དང་སྟོང་ཉིད་དང། ག་རེ་ཡིན་ནས་ལྟ་སངས་རྒྱས་ཀྱི་ཡོན་ཏན་དང་ག་རེ་ཡིན་ནས་གཅིག་བསམ་བློ་བཏང་དུས་གཅིག་གི་བསམ་བློ་བཏང་ཐུབ་ཀི་མི་འདུག་ཨ། གཅིག་བསམ་སྟངས་དུ་གཅིག་གི་བསམ་སྟངས་ཐུག་མི་འདུག་འདི་ག་རེ་བྱེད་ནི་རེད། ཨ་ནེ་ལག་པ་གཉིས་ཡོད་དེ་ལག་པ་འདི་གི་ལས་ཀ་གཅིག་བྱེད་དུས་འདི་ཡི་ལས་ཀ་གཞན་དག་བྱེད་ཁག་པོ་འདུག་ད། ད་ག་ཟེ། ལོ་རྒྱུས་ཀྱི་གོ་བདེ་བ་གཅིག་དངོས་གནས་ཡིན་ན་ཡང་བསམ་སྟངས་ཡ་གཏད་སུ་འདུག་ག་རེ་ཡིན་ན་མི་གཅིག་གི་ཨ་ནེ་ལག་པ་གཉིས་ཀྱི་དུས་གཅིག་ལ་རི་མོ་མི་འདྲ་བ་གཉིས་འབྲི་གི་འདུག་ས།

ཁ་བསླབ་པ་དང་མ་འགྲིག་པ་ཆགས་འགྲོ་རུ་བལྟ། གལ་སྲིད་དེ་འདྲའི་དངོས་གནས་ཀྱི་ཡོད་པ་ཡིན་ན། གཞན་དེ་འདྲའི་ཡོད་པ་ཡིན་ན་གོམས་འདྲིས་ཀྱི་སྐད་ཆ་མ་ཡིན་པ་བཅས་དུས་མཉམ་དུ་འདི་ནག་པོ་བཅུག་གོ་འདི་དཀར་པོ་བཅུག་གོ་གཉིས་ཀ་མཉམ་དུ་ཡིན་ན་རྟོག་པ་གཉིས་འདུག་སུ་ཡོད་ན། ཨ་ནི་འདི་ལ་བརྩེ་བ་སྐྱེས་འདི་ལ་ཁོང་ཁྲོ་ཟ་དུས་མཉམ་དུ་དེ་ཡོང་ཆོག་མཁན་འདྲ་བོ་ཆགས་འགྲོ་རུ། དེ་འདྲའི་ཡིན་ན་ད་ཨ་ནི་དུས་མཉམ་དུ་ཨ་ནི་ཤེས་པ་གཅིག་འདི་ཁོ་ལ་ཡག་པོ་བྱེད་གོ་ཤེས་པ་གཅིག་འདི་ཁོ་ལ་སྡུག་ཅག་བྱེད་གོ་འདི་འདྲས་ཡོང་ཆོག་མཁན་འདྲ་ཆགས་རུ་དཀའ། འདི་ལ་དུས་ངས་གྲུབ་མཐོའི་ཞལ་འཁྱོག་འདི་གལ་སྲིད་དངོས་གནས་ཡིན་པ་ཡིན་ན། གནད་འགག་གཅིག་ལ་རིང་མོ་གཅིག་ལ་ཁོ་རང་གོམས་འདྲིས་བཏང་བྱས། དེ་འདྲིས་མ་གཏོགས་ཚང་མ་ལ་དེ་འདྲིས་ཡིན་གྱི་མ་རེད། བྱས་ཙང་ད་དེ་འདྲིས་ཡིན་དུས་རྩ་ནས། བྱང་ཆུབ་སེམས་དཔའ་དེ་འདྲས་གཅིག་གིས་ད་ཉུང་འདོད་དང་ཉུང་འདོད་དྲག་བྱུང་བ་ད་བྱང་ཆུབ་སེམས་དཔའ་དེ་དུས་ཚོད་ཀྱི་ད་བྱང་ཆུབ་རེད་ད་དེ་ལམ་ནས་བྲིས་ཡོད་རེད་ད་དེ་སྤྲུལ་པ་ས་དང་པོ་ཐོབ་དེ་ངེས་ན་དུས་ཚོད་ཀྱི་སྤྲུལ་པ་སྤྲུལ་ལས་ཡོད་རེད་དེ། སྤྲུལ་པ་སྤྲུལ་ཡོང་དུས་རྩ་ནས་ཕལ་ཆེར་ད་སྤྲུལ་པ་ལྔ་དྲུག་ཅིག་སྤྲུལ་ཡོད་ན། དེ་གས་དེ་གིས་ཆོས་གསུངས་པ་ཡིན་ན་ཆོས་གཅིག་པ་གསུང་གི་རེད། ད། མི་འདྲ་བ་དེ་ད་དེ་ལ་བྱས་ས་ཆ་གཞན་དག་གཞན་དག་ལ་སྤྲུལ་ཆོག་གི་རེད།

བྱས་ཙང་ལྟ་གལ་སྲིད་དེ་འབྲེལ་གྱི་རྟོག་པ་དེ་མེད་པར་བྱ་འགྲོ་བ་ཡིན་ན་ཀུན་སློང་དེ་མེད་པར་ཆགས་ཆགས་ཡས་ཀྱི་ཡོད་པ་ཡིན་ན་ཨ་ནི་ག་རེ་ཆགས་ཀྱི་རེད་ཡང་ན་མེད་ན་ནི། ཅི་ཡས་བསམ་བློ་འཁོར་ཡས་ཡོད་མ་རེད་ད་གང་བྱས་ཤེས་པ་ཅི་ཡས་སྐྱེ་ཡས་མེད་པ་འདྲ་པོ་ཆགས་འགྲོ་གི་རེད་ཡང་ན་ད་ཚང་མ་གཅིག་ཅར་དུ་ཤེས་འགྲོ་གི་རེད་ད་དེ་གཉིས་མ་གཏོགས་གདམ་ག་བཏང་ཡས་དེ་ཡོད་མ་རེད་བ། བྱས་ཙང་ལྟ་སྤྲུལ་པས་སྤྲུལ་པ་ཡིན་ནས་ངས་སྤྲུལ་པ་དེ་འདྲས་ཀྱིས་སྤྲུལ་དགོས་དེ་འདྲས་ཀྱིས་སྤྲུལ་དགོས་སའི་ཀུན་སློང་ཡོད་མ་རེད་བ། དེ་ལས་དུས་ཡང་ན་སྤྲུལ་པ་ཅི་ཡས་སྤྲུལ་ཡས་ཡོད་མ་རེད། ཡང་ན་ད་ལྷུན་གྲུབ་ཏུ་བྱུང་ནས་སེམས་ཅན་གྱི་ད་ད་ག་ལ་བར་ད་རང་ལྷུན་གྲུབ་ཏུ་ལགས་ད་ལྷུན་གྲུབ་ཏུ་བྱུང་ནས་ཁོ་ན་དེ་མ་གཏོགས། དེང་སང་ཨོ་ཏྲ་མེ་ཏྲིག་ཡིན་ན་ཅི་ལེགས་ལ་མ་རེད། ཨོ་དེ་འདྲའི་ཕྱིར་ནི་ཁོ་རང་ལྷུན་གྲུབ་ཏུ་ཤར་ཡོང་བས་ཏེ་ད་དེ་གཉིས་སུ་གང་འཚམས་ཆོད་འགྲོ་བར་ད། བྱས་ཙང་ད

ཚེ་ཞབས་པའི་བག་ཆགས་ཀྱི་དབང་གིས་ཨེ་ནི་རྟོག་པ་དེ་སྐྱེས་ཡོང་བའི་ཕྱིར་གང་བྱས་རྨི་ལམ་ལ་གྲགས་མི་གྲགས་སྣང་བདེ་ཡ་དེ་དངོས་པོའི་གནས་ཚོད་ལ་ཡུལ་གྱི་ངོས་ནས་ཚུར་རྣམ་པ་གཏད་བསྡད་པ་ཅིག་རེད་བསྡད་ཡོང་མ་རུང་བ་སོ་སོའི་གི་བག་ཆགས་བསད་ནས་ཨེ་ནི་དེ་བྱས་བསྡད་ཡོད་རེད་དེ་ནང་བཞིན་ང་ཚོའི་བསམ་བློ་ག་འདྲས་ཅིག་འཁོར་བསྡད་པ་ཡིན་ན་དེ་རེད་དེ་མ་རེད་དབྱེ་བ་ཆེས་ཚང་མ་ལོ། དངོས་པོའི་གནས་ཚོད་ཀྱི་དབང་གིས་ཡུལ་གྱི་ངོས་ནས་དབྱེ་བ་དེ་འདྲའི་ཡོད་ནི་ཆེ་བ་མ་རེད། སོ་སོའི་གི་སེམས་ཀྱིས་ཨེ་ནི།

སྙིང་རྗེ་དང་བློ་ཡག་མི་རྟག་པ་སྟོབས་པའི་ཤེས་རབ་དང་དེ་འདྲའི་བློ་ཡག་ག་དེ་ལ་ཁྱོད་གནོད་སྐྱེལ་ཡོད་མ་རོ། གནོད་སྐྱེལ་མི་དུས་ད་དེ་གིས་བཞག་པའི་དེ་གས་དེ་བཞག་པའི་བག་ཆགས་འདི་ཚོ་ལ་གནོད་སྐྱེལ་ཡོད་མ་རོ། དེ་ལ་དུས་ཚ་ནས་དེ་འཛིན་བག་ཆགས་དུག་གསུམ་མེད་པ་དང་དེས་བཞག་པའི་བག་ཆགས་ཚང་མ་མེད་པ། ནི་མེད་དུ་ཆགས་དགོས་ཡོད་རྒྱུ་མཚན་མི་འདུག་ཡང། ཇི་སྲིད་དུས་ཚ་ནས་ད་དེ་ག་ལ་ཨ་ནི། བསོད་ནམས་དཔལ་སངས་རྒྱས་མི་ཁྱབ་པ་ཅིག་ས་བཅས། ཨ་ནི་ཆོས་ཐམས་ཅད་གཅིག་ཅན་དུ་མཁྱེན་ཡས་ཀྱི་སྨོན་ལམ་ཤུགས་ཆེན་པོ་བཞི་བོ་ཅིག་རྒྱབ་ནས་སླེབས་འོང་དུས་དེའི་དབང་གིས།

འོ་ད་འདི་བརྗེད་དུས་ཙཱ་ནས་ཨེ་ནི་ཐུགས་ཀུན་ཁྱབ་ཟེར་དེ་ཆགས་འགྲོ་རེད། ད་འདི་ལ་འདི་ཡི་ཡག་པོ་ཅིག་ཤེས་ལ་ད། ཕ་གི་ཆོས་ཀྱི་བདག་མེད་ཟེར་དེ་ཤེས་དགོས་ཡས་དང་ལྷག་པར་དུ་ད་ཕལ་ཆེར་དབུ་མའི་མཐའ་འགྱུར་ཡི་ལྟ་བ་ཡག་ཤོས་ཡིན་གྱི་རེད། ཟེར་ན་ད་ཆོས་ཐམས་ཅད་གཅིག་གྱུར་དུ་མཁྱེན་ནས་ཐུགས་ཀུན་ཁྱབ་ཆགས་འགྲོ་དུས་ཙཱ་ནས་འདི་དང་མཉམ་དུ་ཨ་ནི་སྐུ་ཀུན་ཁྱབ་ག་འདྲི་ཆགས་ཐུག་གི་རེད་སྐད་ཆ་འདི་ལ་འདི་སྐད་ཆ་གླེང་ཡོང་དུས་ད་སྔགས་ཀྱི་གཞུང་ནས་བཤད་པའི་ལྟས་སྣོན་པས་བསྐྱབས་ནས། ཨ་ནི། དེ་འདྲིས་ཀྱི་ཐུགས་ཀུན་ཁྱབ་སའི་ཐུགས་དེ་སེམས་རགས་པ་མ་ཡིན་པ་ཅན་སེམས་ཕྲ་མོ། ཨ་སེམས་ཕྲ་མོ་དེ་དང་མཉམ་དུ་གཟུགས་ཕྲ་མོ་གཅིག་ག་དུས་ཡིན་ནས་ཡོད་ཡོད་ག་ང་ཚོ་ལ། དེ་བྱེད་དུས་ཙཱ་ནི་དེ་གཉིས་དེ་ངོ་བོ་གཅིག་པ་ཆགས་བསྡད་ཡོད། དེ་བྱེད་དུས་ཨ་ནི་ཐུགས་ཁྱབ་པ་དང་མཉམ་དུ་ཨ་ནི

དེ་ཕན་ཐོགས་ཆེ་གི་རོ། སྤྱིར་གསང་བཏགས་སྔགས་ཀྱི་སྔགས་ཉམས་ལེན་བྱེད་མཁན་སྲིད་མིང་ཁྱི་དེང་ཁ་ཤས་ཀྱི་བྱེད་སྟངས་འདྲ་མི་འདྲ་དང། དེ་འདྲའི་སྐད་ཆ་འདྲ་མི་འདྲ་གོ་ནས་ཁ་ཤས་སྤྱི་ལ་བལྟས་ནས། སྔགས་དེ་ག་འདྲས་ཡིན་ནང་ས་མཚམས་ཙམ་དོགས་པ་ཟ་ཡི་ལས་ཀི་འདུག་ཨ། ཡིན་ནས་དེ་འདྲའི་འདྲི་བཤད་རྒྱག་འོང་དུས་རྩ་ནས་ཞི་གནས་བཏགས་སྔགས་དེ་སངས་རྒྱས་དགོངས་པ་མ་ཡིན་ན་མ་འདྲི་ཡས་ཤིག། ཁར་སེམས་སྐུ་ཀུན་ཁྱབ་གསུམ་ཀུན་ཁྱབ་མདོ་ནང་ལ་གསུངས་དོགས་ཁ་ཚར་ལུང་བསྟན་ཡིན་པ། ཡིན་ནས་དེའི་འདྲི་བཤད་རྒྱག་ཁར་འགྲོ་ན་སྔགས་ཀྱི་གཞུང་ནས་གནོད་པའི་ཆེད་མ་རྒྱབ་ན་བྲེལ་ཤིག། རྒྱ་ཐུག་གོ་བར་ཐལ། དེ་བྱེད་དེ་སངས་རྒྱས་དགོངས་པ་ཡིན་དགོས་ཡིན་ཆགས་ཀྱི་འདུག་བརྩེ་བའི་དགོངས་པ་དངོས་གནས་དེ་དངོས་གནས་དེ་བྱེད་མཁན་ཡིན་ན་དེ་སངས་རྒྱས་དགོངས་པ་ཆགས་ཀྱི་འདུག་བྱས་ཙང་དེ་འདྲས་ཀྱི་ཨ་རིའི་སྐུ་ཀུན་ཁྱབ་གསུང་ཀུན་ཁྱབ་ཐུགས་ཀུན་ཁྱབ་ཡོང་ཡས་ཀྱི་ས་བོན་དེ་ཕ་མ་ཡི་སྤྲད་བཞག་འགྱོ་མ་རེད་མིག་གི་སྤྲད་བཞག་དཀོན་མཆོག་གི་སྤྲད་བཞག་ཡོང་ང་ཚོར་ཐོག་མ་མེད་པ་ནས་རང་ཆས་སུ་ཡོ་ཡས་ཁ་ཆགས་དེ་རེད་ད་འདིས་ཀྱི་ཉེར་ལེན་ས་བོན་དེ། ཁོང་ཚོ་ལ་སེམས་ཕྲ་མོ་གཅིག་འདི་གི་ད་སྙམ་དུ་རླུང་ཕྲ་མོ་གཅིག་གཟུགས་ཕྲ་མོ་གཅིག་འདི་གི་མདངས་ཕྲ་མོ་གཅིག་འོ་ད་འདིར་ད་སྐུ་གསུང་ཐུགས་ཀྱི་ས་བོན་ད་ས་བོན་འདི་གང་ལ་བཤད་ཁྲིད་ཀྱི་སྐབས་འདི་གང་ལ་ཉོན་མོངས་འདོད་ཆགས་ཞེ་སྡང་གཏི་མུག་ཕྲག་དོག་ང་རྒྱལ་ཉོན་སྒྲིག་གི་སྐབས་འདི་གང་ལ་སྐྱེ་བ་མ་མོ་ནས་བསགས་པའི་སྡིག་སྒྲིབ་ལས་སྒྲིབ་ཀྱི་སྐབས་འདི་གང་ལ། དེ་བཞིན་དུ་སེལ། སེལ་མ་བྱུང་བས་ཀྱི་ནི། ད། དཀའ་ངལ་དང་དྲག་མི་དྲག་གི་དྲི་བ་དང་ལས་ཀ་དང་དྲག་མི་དྲག་གི་དེ་འབྲེལ་གྱི་སྐབས་ཟེར་ནས་མི་འདུག་འདུག་བྱེད་ཨ་ནི། བ་བ་ལ་ལྷ་དེ་ད། བྱས་ཙང་ད་ཆོས་རྗེ་ཡི་གར་རྒྱན་ཕྱི་ལོག་གི་གར་རྒྱན་དྲེད། དེ་འབྲེལ་གཅིག་གི་གོ་སྐབས་དང་བསྟུན་ནས་རེ་བ་དལ་འབྱོར་གྱི་མི་ལུས་ཐོབ་པའི་གོ་སྐབས་གཅིག་དང་བསྟུན་ནས་སྐྱེས་བུ་ཆུང་ངུའི་ལམ་རིམ་ཉམས་ལེན་བྱས་ནས་ལས་སྒྲིབ་དུས་སུ་བར་དག། སྐྱེས་བུ་འབྲིང་གི་ལམ་རིམ་ཉམས་ལོ་བྱས་ནས་ཉོན་མོངས་བར་བཀག། སྐྱེས་བུ་ཆེན་པོའི་ལམ་རིང་མཐོ་ནས་ནི་ཤེས་སྒྲིབ་བར་སེལ། བྱིན་རླབས་ནི་ཞི་ནས་འཁོར་བསྐུལ་ཀུན་མཁྱེན་གསུང་ཀུན་རྒྱབ་ཐུགས་ཀུན་རྒྱབ་ཕྱག་རོལ་བར། ཞེས་དང། དེས་སྒྲིབ་བྱེད་ཀྱི་གྲིབ་འདོད་དུས་སྒྲིབ་བྱེད་དེ་སེལ་དགོས་པ་རེད། སྒྲིབ་བྱེད་སེལ་སླད་ཀྱི་སེལ་སླད་ལ་རང་བཞིན་མེད་པར་བསྒོམ་དགོས་སྟོང་ཉིད་དུ་བསྒོམ་དགོས་རེད། སྟོང་ཉིད་དེ་ད་ལྟ་རིན་པོ་ཆེ་ལ་ཚད་ཁ་འགྲོ་དགོས་པ་མ་རེད་ཁོ་ག་དུས་ཡིན་ནས་ཡོད་ཡོད་ཁ་རེད་སོ་སོ་ལ་རང་བཞིན་མེད་པ་ཡིན་ཁ་ཆ་དེ་ག་དུས་ཡིན་ནས་སོ་སོའི་སྙམ་དུ་ཡིན་དེ་ཤེས་ཐུབ་ཡས་ཀྱི་གསལ་རིག་གི་ནུས་པ་ཅིག་ཁོ་རང། རྐྱེན་གྱིས་འཕྲད་པ་ཡིན་ན་ག་རེ་ཡིན་ནས་ཤེས་ཐུབ་བས་ཀྱི་གསལ་རིག་གི་ནུས་པ་ཅིག་ཤེས་རབ་ཅིག། སོ་སོ་ལ་ཡོད་ཁ་ཆགས་དེ་ད་དེ། སྟབས། སྐུ་ཀུན་ཁྱབ་གསུང་ཀུན་ཁྱབ་ཐུགས་ཀུན་ཁྱབ་ཕྱག་འཚལ་བའི་རྗེས་ལ། སེམས་ཅན་རང་རང་ལ་ག་འདྲེས་ཕན་གྱི་ཡོད་ནས་དེ་དང་དེའི་རྣམ་པ་ཤར་ཡོང་དགོས་བ་རེད་དེ་ཤར་བཅུག་བས་དེ། ད་བྱམས་སྙིང་རྗེ་བྱང་ཆུབ་སེམས་གོམས་པའི་དབང་གིས་ཆགས་དེ། དེ་འདྲེས་ཀྱི་ཨེ་ནི་གཞན་ལ་དམིགས་པའི་ད་བརྩེ་བ་དང། དེ་འདྲའི་ས་བོན་དེ་ང་ཚོ་ལ་རང་ཆས་སུ་ཡོད་ག་ཆགས་ཏེ། རྒྱུ་བྱ་འདྲ་པོ་དེ་ཁོ་རང་རང་ཆས་སུ་ཡོད་ཡིན་ཙང། ཨ་ནི་ཁ་ཤས་ཀྱིས་སངས་རྒྱས་ཡོད་ཟེར་ཡ་འདྲ་བོ་སྐད་ཆ་བཤད་སྟངས་དེ་འདྲ་ཡོང་སྟེ་སེམས་ཅན་ཐམས་ཅད་ལ་སངས་རྒྱས་ཡོད། མྱང་འདས་ཀྱི་དོགས་སྣང་ལ་ངས་ཅིག་ཅར་སོང་དཔེ་ཅིག་བཅད་ནས་ད་དཔེ་འདི་ཏག་ཏག་དོན་དག་དེ་ངས་དྲན་གྱི་འདུག་དཔེ་ཁོ་རང་ཚས་ཏག་ཏག་ཅིག་དྲན་གྱི་མི་འདུག་དོན་དག་དེ་དེ་འདྲ་ཞིག་འདུག་ང་ཚོ་དེ་ཟ་ཁང་ནང་ལ་འགྲོ་དུས་རྩ་ནས་ཨ་ནི་ཐུག་པ་ཡོད་པས། མོག་མོག་ཡོད་པས་ཟེར་དུས་ཁ་ཡོད་ལབ་ཀྱི་འདུག་ཨ། ཡོད་ན་ཁྱི་ཤོག་ལབ་དུས་ཨ་ནི་ཤི་ནས་ཟོས་ཀྱི་འདུག།

སྐྱེ་བ་མང་པོ་དཀའ་ལས་བརྒྱག་པ་མ་རེད་བས་ཟེར་ན་སྐྱེ་བ་མང་པོ་དཀའ་ལས་བརྒྱག་པ་ནི་ཆུང་ཆུང་རེད། ང་ཚོའི་གི་འཇིག་རྟེན་འདི་ཡི་ཕྱིར་དུ་སྐྱེ་བ་བརྒྱ་སྟོང་ཁྲི་འབུམ་ས་ཡ་ཐ་མལ་པ་དཀའ་ལས་བརྒྱབ་ཚར་རོ། དེའི་ནང་བློ་ཐིག་པ་གཅིག་སངས་རྒྱས་ཕྱིར་དུ་དཀའ་ལས་བརྒྱག་ཡོད་ནི་སངས་རྒྱས་ཚར་རེད། ཁ་ཤས་ཀྱི་ལས་ཀྱི་འདུག་ད་མི་དེ་ཚོ་སེམས་ཤུགས་ཡོད་མ་རེད། ཐར་པར་འགྲོ་བའི་དང་སངས་རྒྱས་དགོངས་པར་འགྲོ་བའི་ཐོག་ཡང་སེམས་ཤུགས་མི་འདུག་ལས་ཀྱི་འདུག་ངས་བྱས་ན་སེམས་ཤུགས་ཆེ་དྲགས་ཡོད་སྐྱོན་རེད། ཁོ་བ་ཐོག་མ་མེད་པ་ནས་དུས་ད་ལྟའི་བར་དུ་སྐྱེ་བ་འབུམ་དང་ས་ཡ་དང་དུང་ཕྱུར་གྱི་བར་དུ། ཨ་ནི་འཇིག་རྟེན་པའི་ཐབས་ལམ་འདི་ལ་བརྟེན་ནས་སྡུག་བསྔལ་སེལ་ཡ་ཐབས་ཤེས་བྱས་ནས། ཁྱོད་ནི་སེམས་ཐུགས་ཀརྨར་དེ་ད་ལྟ་ལས་སེམས་ཆོས་ཁྱོད་འཆར་ཀརྨར་ད་ག་རང་བྱེད་ཀྱིན་སུ་ཚུལ་ལྟ་ནས་དེ་ལས་སེམས་ཅན་ཆེ་དྲགས་ཡོད་ཀྱིན་རེད་ད་དེ་ད་ལྟ་ཐང་ཆད་སོང་ལ་ད་ག་ཚི་འགྲིག་སོང་ཟེར་ཡ་ཅིག་བྱས་ན་ཨ་ནི་ཞི་གནས་ལ་ང་ཟ་བ་ཅིག་ད་འདི་འདྲའི་བྱས་ནས་སངས་རྒྱས་ཡོན་ཏན་ཁ་ཤས་ཅིག་ཡོད་པ་ཡིན་དུས་ད་ཧྲོབ་ཙེ་ངོ་འཕྲད་འོན་ཏེ་གལ་སྲིད་སངས་རྒྱས་དེ་འདྲས་ཅིག་ཐོབ་དགོས་ཀྱི་ཡོད་ན་རེ་བ། ད་དེ་རེ་བ། སྐྱོན་ཐམས་ཅད་དང་བྲལ་བ་ཅིག་ད་ཉོན་མོངས་དང་སྐྱོན་ཐམས་ཅད་དང་བྲལ་བ་ཅིག་དགོས་ཀྱི་ཡོད་ན་ང་ཚོས་ད་ད་ལྟ། དེའི་ཆེད་དུ་ག་རེ་འགོ་བཙུགས་དགོས་ས་རེད། སེམས་ཅན་ཐམས་ཅད་ལ་བརྩེ་བ་ཞིག་ཡོང་དགོས་ཀྱི་ཡོད་ན་ད་ད་ལྟ་ག་རེ་བྱེད་དགོས་ས་རེད། ཨ་ཆོས་ཐམས་ཅད་མཁྱེན་པ་ཞིག་གོ་དགོས་འདུག་ན་ད་ད་ག་རེ་བྱེད་དགོས་ས་རེད། ད་ནུས་པ་བསམ་གྱིས་མི་ཁྱབ་པ་ཞིག་ཐོབ་དགོས་ན་ད་ད་ག་རེ་བྱེད་དགོས་ས་རེད། རེད་བ། འོ་དེ་ད་དེ་འོ་དེ་ནང་བཞིན་བྱས་ནས་ཡ་གའི་དམིགས་ཡུལ་འདི་ད་གསལ་པོ་ཞིག་ཆགས་ཚར་དུས་དེ་འདྲི་ཞིག་གོ་དགོས་འདུག་ན་ད་ད་ད་ག་རེ་བྱེད་དགོས་ས་རེད་ལབ་དུས། བལྟས་ཚེ་ང་རང་ཚོས་སྐད་གསུམ་བཏང་ཡ་ཡོད་རེད་ད་བེད་སྤྱོད་ལ་ལྟ་མ་གོ་ཡི་ཐོག་ནས་སུམ་བལྟས་བཏང་ཡ་ཡོད་རེད་དམིགས་ཡུལ་འདི་གཏན་འཁེལ་ན། དེ་བཟང་སངས་རྒྱས་སངས་རྒྱས་དགོས་ཀྱི་འདུག་ཟེར་སངས་རྒྱས་དེ་རྩ་ཆེན་པོ་གཅིག་རེད་ཟེར་གྱི་མ་གཏོགས་གསལ་བོ་གཅིག་མེད་ན། ང་ཚོས་བསམ་བཏང་ཡ་གལ་ཡོད་མ་རེད་ད་དེ་ལ་ག་རེ་བྱེད་དགོས་ཀྱི་འདུག་ཟེར་ཡ་གལ་ཡོད་མ་རེད་ད། ནམ་གུང་གི་སྐད་ཆ་དམིགས་ཡུལ་འདི་གསལ་བོ་གཅིག་ཡོད་ན་ཨ་ནི་གཞི་ནས་བལྟས་ཚེ་ཟོས་བསམ་བཏང་ཡ་འདུག་ད་ག་རེ་བྱེད་ན། དེ་ཀླད་གསལ་རེད་ག་རེ་བྱས་ནས་ཀླད་གསལ་མ་རེད་ཟེར་ཏེ་ཏེ་ཙི་བསམ་སྟངས་ཡིན་ནོ། དེ་ལ་སོ་སོས་རང་གི་བསམ་བློ་དང་དཔེ་ཆ་རྣམས་ལ་ཤེས་ཀྱི་འདུག་སྐད་ཆ་དེ་མ་ཡིན་པ་བྱས་དམིགས་ཡུལ་འདི་འདྲི་དགོས་ན་ག་རེ་བྱེད་དགོས་གསལ་རེད་ཟེར་སོ་སོས་རང་གི་བསམ་བློ་ཞིག་བཏང་ན་ད་དེའི་རང་བྱུང་འབྲས་བུ་ཆགས་འགྲོ་གི་རེད། དེ་དང་ནི་ཨནི་སངས་རྒྱས་པའི་རྒྱུའི་གཙོ་བོ་དེ་ག་རེ་རེད། ཨནི་ད་ལྟ་སོ་སོས་ག་རེ་བྱེད་ཀྱི་ཡོད། རེད། ཨནི་ཏིག་ད་ག་རང་རྒྱུའི་གཙོ་བོ་རེད་འདུག་པས།

ད་དག་གཉིས་པ་འདི་སླད་ཡོད་མ་རོ། བྱས་ཙང་ད་གལ་ཆེ་བ་དེ་ཡང་ནས་ཡང་དུ་ད་གཟོད་ཚོད་ཀྱིས་ཐོག་མ་མེད་པ་ནས་བསགས་པའི་དགེ་རྩ་ཚེ་འདི་ལ་བསགས་པའི་དགེ་རྩ་མ་འོངས་པ་ན་བསགས་པར་གྱུར་པའི་དགེ་རྩ་ཚང་མ་ཚུར་བསྡོམས་ནས་ད་སངས་རྒྱས་སངས་རྒྱས་ཐོབ་པའི་རྒྱུ་ལ་འགྲོ་ཡས་ཅིག། ཨ་ནི་དེ་ལ་བསྔོ་བ་ཡིན་ན་སངས་རྒྱས་ཐོབ་པའི་ལ་ཕན་ཐོགས་ཡས་ཀྱི་སྐྱེ་བ་ཕྱི་མ་ཕན་ཆད་ཀྱི་བདེ་སྐྱིད་རེད་ཚེ་འདིའི་རིགས་ཚང་མ་ཁོ་ཏི་ཞོར་ལ་སླད་འགྲོ་གི་རེད། ད་དེ་མ་ཡིན་པས་ཨ་ནི། ང་ཚོ་དེ་འདྲས་ཀྱི་སངས་རྒྱས་ཅིག་ཐོབ་རྒྱུ་ཡོད་པ་ཡིན་ན། ཨ་ནི་སངས་རྒྱས་གྲུབ་པའི་ལ་མ་ཕན་པས། གཞན་དག་འདི་ལྟ་གནོད་མ་ཕན་པ་མ་ཟིན་གནོད་སྐྱེལ་གྱི་ལྟ། དེ་ཚོའི་རིགས་འདི་ང་ཚོ་ལ་གོ་བའི་མི་ངན་དེ་ཆགས་ཡོང་དུས། དགེ་བ་གང་སྐྱེས་པ་ཚང་མ་ཨ་ནི་སངས་རྒྱས་གྲུབ་པ་ལ་མ་ཕན་གྱི་ཁོའི་ཕུན་ཚོགས་རྐྱང་པ་གི་རྒྱུ་ལས་ནམ་ཡང་མ་འགྲོ་བ་བྱས་ནས་སངས་རྒྱས་ཁོ་ནའི་རྒྱུར་གྱུར་ཅིག་ཟེར་ལྟ། སྨོན་ལམ་ཤུ་དྲག་པོ་རྒྱས།